དེ་རིང་མཆོང་ལྡན་བརྡ་རྟགས་སྐོར་ཞུས་པ་ཡིན། མཆོང་ལྡན་བརྡ་རྟགས་ཟེར་བ་དེ་ག་རེ་ཡིན་མིན་ཤེས་ཀྱི་ཡོད་པས། འདི་མདའ་འདྲ་བོ་རེད། གལ་ཏེ་མི་གཉིས་དངོས་གང་རིག་པའི་སྐོར་གོ་ཐོས་བྱེད་ཀྱི་ཡོད་ན། ཁོ་ཚོས་གནད་དོན་དེ་མཚོན་ཐབས་སུ་བརྡ་རྟགས་མང་པོ་རྒྱག་སྲིད་ཀྱི་རེད། གལ་ཏེ་བར་སྣང་དུ་འཕུར་རྒྱུའི་སྐོར་བཤད་ན། བརྡ་རྟགས་འདི་ཁ་ཕྱོགས་དང་མང་ཉུང་མཚུངས་མཐུན་པོ་རེད། ང་ཚོའི་དེབ་ཀྱི་ནང་དུ་གནམ་གྲུ་བར་སྣང་དུ་འཕུར་བའི་སྐོར་གླེང་སློང་བྱས་ཡོད། གནམ་གྲུ་དེའི་མགྱོགས་ཚད་ཤེས་དགོས་ན་གནམ་གྲུ་དེ་བྱང་ཏག་ཏག་ལ་འཕུར་ཡོད་སྲིད་ཀྱི་རེད། འདི་འདྲ་བོ་རེད། མདའ་དེ་མགྱོགས་ཚད་ཡིན་པ་ཆ་བཞག་ཕལ་ཆེའི་ཆུ་ཚོད་གཅིག་ལ་ཀི་ལོ་མི་ཀྲེར་བརྒྱ་ཐམ་པ་ཡིན་སྲིད་ཀྱི་རེད། མདའ་དེ་བརྒྱ་ཐམ་པ་བར་དུ་འཐེན། དཔེར་ན་ངས་རླུང་གི་ནང་འཕུར་བའི་སྐབས་སུ་ངའི་མདུན་ལ་ཚུར་རྒྱུག་པའི་རླུང་དེའི་མགྱོགས་ཚད་ཀི་ལོ་མི་ཀྲེར་ཉི་ཤུ་ཡིན་ན། འདི་འདྲ་སོང་ན་མདའ་རྟགས་ཉི་ཤུ་རེད། གལ་ཏེ་དེ་གཉིས་བསྡོམས་པ་ཡིན་ན། ངའི་ས་ཐོག་གི་མགྱོགས་ཚད་དེ་ག་རེ་ཡིན་ནམ། འདི་ནས་འདི་འཐེན་ན། འདི་འདྲ་ཞིག་འཐུང་དུ་འགྲོ་རྒྱུ་རེད། འདི་འདྲ་བོ་རེད། འདི་ནས་ཡང་བརྒྱ་ཐེངས་གཅིག་འཕུར་དུས། རླུང་དེ་རྒྱབ་ནས་རྒྱག་གི་ཡོད་པ་དང། ཁྱེད་རང་གི་རྒྱུགས་ཚད་ཀི་ལོ་མི་ཏྲ་བརྒྱ་ཐམ་པ་ཡིན་ན། བརྒྱབ་ནས་རླུང་ཤུགས་ཉི་ཤུ་ཐམ་པ་བསྣན་ན་འདི་གཉིས་སྡོམ་རྒྱུ་རེད། ཁྱེད་རང་གི་རྒྱུགས་ཚད་འཕག་གི་རེད། དོན་དག་འདི་འགྲེལ་བཤད་རྒྱག་དུས་ཕྱོགས་འགྲན་ཟླ་དག་གི་དགོས་པ་ཡོད་དམ་མེད་དོན་དག་འདི་རླུང་གིས་བརྒྱབ་ནས་ཕུད་ན་མགྱོགས་པ་དང་རླུང་གིས་མདུན་ནས་བཀག་ན་དལ་དུ་འགྲོ་བ་དེ་རེད་དེ་ལན་མི་དགོས་ཟེར་རྒྱུ་དེ་རེད། འདིར་ཕྱོགས་འགྲན་ཟླ་དག་གི་དགོས་པ་མེད། ཡིན་ན་ཡང་ཕྱོགས་འགྲན་ཟླ་དག་བེད་སྤྱོད་པའི་སྐབས་ཡོད་པ་ཤོད་ཆོག་དཔེར་ན་རླུང་འཕྲེད་ལ་རྒྱུག་སྐབས་ལྟ་བུ་རེད། ཁྱེད་རང་ཁ་ཕྱོགས་འདི་འདྲ་ཞིག་ལ་འཕུར་གི་ཡོད་པ་ཆགས་བཞག། རླུང་གི་ཁ་ཕྱོགས་འདི་ནས་ཡིན་པ་དང་དེའི་མགྱོགས་ཚད་ཀྱང་ཁྱེད་རང་གི་མགྱོགས་ཚད་དང་གཅིག་པ་ཡིན་ན། གལ་ཏེ་ཁྱེད་རང་གི་མགྱོགས་ཚད་ཆུ་ཚོད་གཅིག་ལ་ཀི་ལོ་མི་ཀྲོ་བརྒྱ་ཐམ་པ་ཡིན་པ་དང་རླུང་འཚུབ་གཅིག་ཕྱོགས་འདི་ནས་ཆུ་ཚོད་རེར་ཀི་ལོ་མི་ཀྲོ་བརྒྱ་ཐམ་པ་རེ་ཡོང་གི་ཡོད་ན། གནམ་གྲུ་འདི་ཐད་ཀར་འཕུར་ཐུབ་ཀྱི་རེད་དམ་མ་རེད། འདི་ལས་སླ་བོ་འདུག་ག། འདི་འདྲ་འདི་འདྲ་བྱས་ནས་འགྲོ་གི་ཡོད་རེད། འདི་འདྲ་ཡིན་དུས་ལམ་ཁ་སྐྱོག་འགྲོ་བ་དེ་རེད། འདིའི་འགྲོ་སྟངས་ཤོད་ཀྱི་ཡིན། དེ་ཤེས་ན། ཕྱོགས་ག་པར་འགྲོ་མིན་དང་མགྱོགས་ལུས་ཇི་འདྲ་ཞིག་འགྲོ་མིན་སྟོན་ཐུབ་ཀྱི་རེད། འགྲོ་སྟངས་འདི་ག་རེ་རེད་ལབ་ན། མཆོག་ལྡན་ད་ལྟ་གཉིས་དགོས་ཀྱི་རེད། གཅིག་གི་སའི་འགྲུལ་བཞུད་དམ་གནམ་གྲུ་རང་གི་མགྱོགས་ཚད་དང། གཞན་པ་དེ་རླུང་གི་མགྱོགས་ཚད་མཚོན་གྱི་ཡོད་པ་རེད། བདག་གཉིས་པོ་དེ་ཁ་ཕྱོགས་སོ་སོར་འཐེན་ནས་ཐལ་ཞིབ་གྲུ་ཞིབ་མོ་ཞིག་བཟོས་དང། བདག་གཉིས་པོ་དེ་ཕན་ཚུན་གཟུགས་སྐུ་དགུ་བཅུའི་གནས་སུ་ཡོད་དུས་དེ་གཉིས་ཀྱིས་བཟོས་པའི་ཐལ་ཞིབ་གྲུ་ཞིབ་མ་དེ་གྲུ་བཞི་འདི་འདྲ་ཞིག་ཆགས་ཀྱི་རེད་གང་ལགས་ཟེར་ན་ཕྱོགས་བཞི་ཀ་གཅིག་པ་རེད། ད་འདི་ནས་མཆོག་ལྡན་ད་ལྟ་ཞིག་འཐེན་ནས། གྲུ་འདི་ནས་འདི་བར་མཐུད་དང་འདི་འདྲ་བྱས་ནས། རེ་བ། བསམ་བློ་གཏོང་དང། འདིས་གནམ་གྲུ་དེའི་ཁ་ཕྱོགས་སྟོན་པ་མ་ཟད། མགྱོགས་ཚད་ཇི་འདྲ་ཞིག་འགྲོ་ཐུབ་མིན་ཡང་སྟོན་གྱི་ཡོད། གལ་སྲིད་དེ་བརྒྱ་ཐམ་པ་ཡིན་ན། འདི་ཡང་བརྒྱ་ཐམ་པ་རེད། འདི་གཉིས་དབར་གྱི་གཟུགས་ཁུག་དེ་བཞི་བཅུ་ཞེ་ལྔ་རེད། འདི་གཉིས་ཀ་བརྒྱ་རེ་ཡིན་ན། ང་ཚོས་ཧ་གོ་ཡ་ཞིག་ལ། གཉིས་ཀྱི་རང་རྒྱུ་མ་དེ་ལ་བརྒྱ་ཡི་རྒྱུ་བ་རེད། དེ་བརྒྱ་དང་བཞི་བཅུའི་གཡས་གཡོན་ཙམ་རེད། དེ་འདྲ་ཡིན་དུས་ཁྱེད་རང་གི་མགྱོགས་ཚད་དེ་ཆུ་ཚོད་གཅིག་ལ་ཀི་ལོ་མི་ཀྲོ་བརྒྱ་དང་བཞི་བཅུ་ཙམ་རེད། དེ་ནས་ཡག་སྙིང་འཇུག་མི་འདུག་གས། འདི་འདྲ་མ་ཡིན་པར་རླུང་གི་དལ་བུ་གཡོ་བ་ཆ་བཞག་ན། ཁྱོད་རང་ཁ་ཕྱོགས་འདི་འདྲ་ཞིག་ལ་འགྲོ་བ་དང། རླུང་རྒྱག་ཕྱོགས་འདི་འདྲ་ཡིན་ན། ཁྱེད་ཚོ་སུ་སུའི་བསྡད་སའི་ཐོག་ནས་ཚང་མས་ཟིན་བྲིས་རྒྱག་གི་ཡོད་རེད། རི་མོ་བྲིས་ནས་ལྟོས་ཨ། སྐར་མ་གཅིག་ནང་ངས་ག་རེ་བྱེད་ཀྱི་འདུག་སྐར་མ་གཅིག་ནང་ངས་འདིའི་རྩིས་རྒྱག་སྟངས་འབྲི་གི་ཡིན། ཁྱེད་རང་སྟབས་བདེ་ཀི་རོ་ཨ། ཡིན་ནའི་ང་བསྟིབ་ཐུབ་བྱེད་དང། ངས་མ་བྲིས་གོང་ལ་ཁྱེད་རང་ཚོས་བྲིས་ཐུབ་གི་དང། རི་མོ་འདི་ལྟ་བུ་བསྟན་ཡག་ལ་མ་གཞི་འདིའི་གཟུགས་སྐུ་གཅིག་པོ་མ་རེད། ཨོ། ད་ཁྱེད་རང་ཚོས་ཅིག་བྲིས་དང། ཡིན་ད། ངས་ལབ་རྒྱུ་དེ། ཁྱེད་ཚོས་གྲུ་བཞི་ནག་མོ་ཞིག་བྲིས་ཟེར་རྒྱུ་དེ་ཡིན། ལྟོས་དང། འདི་གྲུ་བཞི་ནག་མོ་ཡིན་སྟངས་ག་འདྲ་རེད་འདུག། སྲེག་ཐིག་འདི་ག་རེ་མཚོན་གྱི་འདུག། ཤེས་སོང་ངས། ད་ག་རང་རེད། རླུང་གི་འཕུལ་ཤུགས་དེ་ཙམ་རེད། གལ་ཏེ་ཐིག་ཤིང་གི་ཚད་རྒྱབ་པ་ཡིན་ན། འདི་དང་བསྡུར་ནས། ཁྱེད་རང་གིས་ཁྱེད་རང་གི་མགྱོགས་ཚད་ཤེས་ཐུབ་ཀྱི་རེད། རྒྱུ་མཚན་གང་ཡིན་ཟེར་ན་མྱུར་ཚད་གང་ཡིན་པ་དེ་འདི་ལ་འདོམས་ཀྱི་རེད། འདི་སྙིང་རྗེ་བོ་མི་འདོད། འདིའི་སྐོར་ལ་དྲི་བ་ཡོད་པས། དེ་འདྲ་སོང་ཙང་ང་ཚོས་མགྱོགས་ཚད་དང་མྱུར་ཚད་སྐོར་གླེང་བའི་སྐབས་སུ་དངོས་གནས་བྱས་ན་ང་ཚོས་ཁ་ཕྱོགས་ཀྱི་སྐོར་ཡང་ཤོད་ཀྱི་ཡོད་རེད། དེ་འདྲ་སོང་ཙང་ང་ཚོས་ཁ་ཕྱོགས་དེ་མཚོན་བྱེད་དུ་མདའ་དེ་བྲིས་པ་རེད། སྟོད་ཨ་པོ་ལོ་རྗི་བོ་དེ་ཅོག་ཙེ་དེའི་སྟེང་འབབ་རིས་གཏོང་གི་ཡིན། སྤོ་ལོ་མར་རིལ་བའི་སྐབས་སུ་གལ་ཏེ་ངས་པར་རྒྱག་གིན་རྒྱག་གིན་བྱས་པ་ཡིན་ན་གཅིག། གཉིས། གསུམ། བཞི། དུས་ཡུན་གཅིག་པོ་བྱས་ན། ག་རེ་ཡོང་མིན་ཤེས་ཀྱིན་ཡོད་དམ་དུས་ཡུན་གཅིག་པོ་ཡིན་ན་བར་ཐག་ཀྱང་གཅིག་པོ་རེད། དེའི་རྒྱུ་མཚན་ཤེས་ཀྱི་ཡོད་པས། དེ་ནི་སྤོ་ལོ་དེའི་མྱུར་ཚད་གཅིག་པ་ཡིན་པའི་རྐྱེན་གྱིས་རེད། འདི་ནས་འདིར་རིལ། འདི་ནས་འདིར། འདི་ནས་འདིར། འདི་ནས་འདིར་རིགས་འདུག་ག། དེ་འདྲ་ཡིན་དུས་ངའི་མྱུར་མཛད་ཀྱི་མཆོང་རྟེན་བརྡ་རྟགས་དེ་འདི་འདྲ་ཞིག་ཡིན་དགོས། ངས་རྟགས་དེ་ཚོ་རྒྱག་དུས་ཚད་གཅིག་པ་འཇོག་དགོས་ཀྱི་འདུག་ག། གར་ཕྱིན་ནས། རྒྱུ་མཚན་གང་ཡིན་ཟེར་ན། སྤོ་ལོ་དེའི་མྱུར་མཛད་ལ་འཕར་ཆག་ཡོད་མ་རེད། ང་ཚོས་ཐོག་མར་ཕྲན་བུ་ཞིག་ཕུལ་ནས་འགྲོ་བཅུག་པ་ཡིན་ན། འདི་ཁོ་རང་གི་ཁོར་འགྲོ་གི་རེད། ཁོ་ཡག་འདི་བརྟན་པོ་བརྟན་པོ་བརྟན་པོ་བརྟན་པོ་བྱས་ནས་ཁོར་འགྲོ་གི་རེད། དེ་འདྲ་སོང་ཙང་མཆོག་ལྡན་བརྡ་རྟགས་འདི་ཚོས་སྤོ་ལོ་དེའི་མྱུར་ཚད་ལ་འགྱུར་བ་མེད་པ་བསྟན་པ་རེད། གལ་ཏེ་འདི་འདྲ་མ་ཡིན་པར་ངས་སྤོ་ལོ་འདི་ལྷུང་དུ་བཅུག་པ་ཡིན་ན། ཧོན། གར་བྱེད་ཀྱི་འདུག། ད་ལྟ་མཐོང་སའི་རེད་འདུག་གོ། དེ་ནས་མར་ལྷུང་དུ་བཅུག་ན། འདི་ནས་མར། འདི་ནས་མར། འདི་ནས་མར་ལྷུང་སོང་ང། འདིར་ཡོད་དུས་མྱུར་ཚད་ཡོད་མ་རེད་དེ། འདིར་མྱུར་ཚད་ཕྲན་བུ་ཡོད་རེད། འདིར་དེ་ལས་མང་ཙམ་འཕར་བ་རེད། མྱུར་ཚད་འཕར་ཆག་ཡོད་པའི་རྐྱེན་གྱིས་མྱུར་ཚད་མཐོ་རུ་སོང་བ་རེད། ང་ཚོས་སའི་གོ་ལའི་འཐེན་ཤུགས་སྐོར་ལབ་གླེང་བྱེད་སྐབས། སའི་གོ་ལའི་འཐེན་ཤུགས་ལ་རྐྱེན་པའི་མྱུར་ཚད་ལ་འཕར་ཆག་ཡོང་བ་རེད། འདི་ནི་ལྗིད་ཀྱིས་མཚོན་གྱི་ཡོད། ང་ཚོས་ལྗིད་ཀྱིས་མཚོན་པའི་སའི་གོ་ལའི་འཐེན་ཤུགས་ཇི་ཙམ་ཡིན་པ་ཤེས་ཀྱི་ཡོད། རོ་ཀོ་ཚོ་དང་གོ་ཐུར་གྱིས་དང། སའི་འཐེན་ཤུགས་འདི་གྲངས་ཀར་བཀོད་ན་ག་ཚོད་རེད། དགུ་དང་བཅུ་བསུ་མ་ལབ་པར་ཧྲིལ་གྲངས་སུ་བསྒྱུར་ཏེ་བཅུ་བཟོས་ན། མི་གྲོལ་བཅུ་ཆགས་ཀྱི་རེད། སྐར་ཆ་རེ་རེ་ལ་མི་གྲོལ་བཅུ་རེད་འགྲིག་སོང་ང། སའི་འཐེན་ཤུགས་ཀྱི་རྐྱེན་པས་མགྱོགས་ཚད་འཕར་ཆ་དེ་དེ་རེད་མགྱོགས་ཚད་འཕར་ཆ་ཡོད་ཙང་སྐར་ཆ་རེ་རེ་ལ་མགྱོགས་སུ་མགྱོགས་སུ་འགྲོ་བ་རེད་རྒྱུ་མཚན་དེ་ལ་བརྟེན་ནས་ངས་མདའ་དེ་རིང་དུ་རིང་དུ་གཏོང་དགོས་པ་དེ་རེད། འདི་ནས་འདིའི་བར་མགྱོགས་སུ་ཕྱིན་པ་རེད། འདི་ལ་སླེབས་དུས་ད་དུང་དེ་ལས་རིང་བ་འགྲོ་དགོས་ཀྱི་རེད། མགྱོགས་ཚད་འཕར་ཆ་དང། དུས་ཡུན་གྱི་ཆ་ནས། ཇེ་མགྱོགས། ཇེ་མགྱོགས་སུ་འགྲོ་བ་རེད། ཁྱེད་རང་ཚོས་ཤེས་གསལ་ལྟར་དུས་ཡུན་ཇི་ཙམ་རིང་བ་དེ་ཙམ་གྱིས་མགྱོགས་སུ་འགྲོ་བ་རེད། འབྲེལ་བ་འདིའི་སྐོར་ང་ཚོས་དེ་སྔོན་བཤད་ཚར་བ་རེད། དངོས་པོ་གང་ཞིག་མགྱོགས་ལུས་ཇི་ཙམ་འགྲོ་མིན་དང། དེའི་མགྱོགས་ཚད་འཕར་ཆ་ཇི་ཡིན་དང། དུས་ཡུན་ཇི་ཙམ་རིང་བ་འགྲོ་མིན་ལ་རག་ལུས་པ་རེད། ཤེས་སོང་ངས། ད་ང་ཚོས་བསྐྱར་ཞིབ་ཅིག་བྱས་ན། གལ་ཏེ་ངས་འདི་མཐོ་ས་ཡག་ཆ་ནས་ལག་པ་གློད་ན། བྷིའུ། སྐར་ཆ་གཅིག་གི་རྗེས་སུ་དེའི་མགྱོགས་ཚད་ག་ཚོད་ཡིན་ན། སྐར་ཆ་རེ་ལ་མི་ཏྲོ་བཅུ་རེ་རེད། ཐོག་མར་འགོ་བཙུགས་དུས་ཀླད་ཀོར་ཡིན་པ་ནས། རིམ་བཞིན་བཅུ་བར་འཕར་གྱི་རེད། གལ་ཏེ་ད་དུང་སྐར་ཆ་གཅིག་སོང་ན་མགྱོགས་ལུས་གང་འདྲ་ཡིན་དགོས། ཉི་ཤུ། འོ་ན་སྐར་ཆ་བཅུ་སོང་བ་ཆ་བཞག་ན། བརྒྱ་ཐམ་པ་རེད། གང་ཡིན་ཟེར་ན་སྐར་ཆ་རེ་རེ་སོང་བའི་རྗེས་སུ་མགྱོགས་ཚད་མི་ཁྲི་བཅུར་འཕར་གྱི་ཡོད་རེད། ད་ཁྱེད་རང་ཚོ་དངོས་གནས་ཤེས་འདུག་གམ་མི་འདུག་ཅིག་བལྟ་རྒྱུ་ཡིན། དཔེར་ན་ཁྱེད་རང་གིས་གྲོང་ཁྱེར་ནང་གི་ཁང་བ་ཞིག་གི་སྒེའུ་ནང་ནས་བལྟ་བཞིན་པའི་སྐབས་སུ། ཧོབ་ཏི་ཁ་ལ། ཟེར་ནས་གློ་བུར་དུ་ལྷུང་བ་ཆ་བཞག་ན། ངས་ཚོད་རྩིས་བྱས་ན་སྤོ་ལོ་དེ་སྔོན་ཁང་པ་དེའི་སྒེའུ་ནང་ནས་མར་སྐར་ཆ་རེ་ལས་མི་གྲངས་ལྔ་བཅུ་ལྷུང་གི་ཡོད་རེད། ཇི་འདྲ་བྱས་ནས་ཤེས་ཀྱི་ཡོད་དམ་ཟེར་ན་ངས་ཤེས་ཀྱི་ཡོད་ལབ་རྒྱུ་རེད། སྐར་ཆ་གཅིག་གི་རྗེས་སུ་བག་ཟེར་ནས་ས་ལ་ལྷུང་བ་ཡིན་ན། དེ་ཧ་ཅང་མགྱོགས་པའི་རྐྱེན་གྱིས་ལས་སླ་བོར་མཐོང་མི་ཐུབ་པ་ལྟ་བུ་བྱུང་ན། དེ་འདྲ་བའི་དྲི་བ་ལན་གང་ཡིན་ཁྱེད་རང་ཚོས་ཕན་ཚུན་སྐད་ཆ་དྲིས་དང། འོ་རེད། སྐར་ཆ་གཅིག་ལ་མི་གྲོལ་དྲུག་ཅུ་ལབ་མཁན་ག་ཚོད་ཡོད། ལག་པ་རྐྱོང་དང། རེད་རེད་རེད། ཁྱེད་རང་ཚོ་འགྲིག་གོ་རེད། བཀྲིས་ཤག། གང་ལགས་ཟེར་ན་སྐར་ཆ་རེ་རེ་ལ་མི་དོའི་བཅུ་རེ་འཕར་བ་དེ་ང་ཚོས་སྦྱོང་བཞིན་པ་དེ་རེད། ངས་ལབ་རྒྱུ་དེ་སྐར་ཆ་གཅིག་གི་རྗེས་ལ་གཟིགས་རྒྱུ་ཡིན། བདུན་ཅུ་ཐམ་པ་རེད་འཕར་ཆ་འགྲོ་སྟངས་ལ་ཁྱད་པར་ཡོད་མ་རེད་ཏག་ཏག་འདི་རུ་རེད། བྱིས་དེ་བཅུ་རང་ཡིན་དུས་ང་ཚོས་འདི་བཅུ་ལབ་རྒྱུ་བྱས། གལ་ཏེ་བྱིས་དེ་བཅུ་ཡིན་ན་ང་ཚོས་སྐར་མ་ཇི་ཙམ་སོང་བའི་གྲངས་ཀྱི་འགྱུར་རྒྱུ་རེད། ངས་ཁྱེད་རང་ཚོར་སྐར་ཆ་བདུན་རིང་ལྷུང་རེ་ཟེར་ནའང་རྩིས་རྒྱག་ལས་སླ་བོ་རེད། སྐར་ཆ་དགུ་ཡིན་ནའང་ཆོག་གི་རེད་དེ་ཆེས་དྲག་པོ་ཡིན་འགྲོ་བདུན་རང་བྱས་ན་མ་རེད་པས། དཀར་ཆ་བདུན་ཟེར་དུས་བཅུ་ལ་བདུན་དགུ་བརྒྱུད་ན་བདུན་ཅུ་རེད། དེ་མིན་གལ་ཏེ་ངས། དཀར་ཆ་བདུན་དང་བཅུ་སུ་དགུ་ཟེར།
དཀར་ཆ་བདུན་དང་ཚ་དགུ་མཐོང་ཐེངས་དང་པོར། དཀར་ཆ་བདུན་དང་ཚ་དགུ་ལ་མགྱོགས་ལུས་འགྲོ་གི་འདུག། བདུན། བདུན་ཅུ། བདུན་ཅུ་བདུན་དགུ་ག་རེ་ཡིན་ནའང། བདུན་དང་ཚ་དགུ་ལ་བཅུས་བརྒྱུད་རྒྱུ་རེད། འགྲིག་སོང་ངམ། དེ་བསྐྱར་ཞིབ་ཅིག་བྱས། རེད་པ། ད་དེ་ལས་གལ་ཆེ་བའི་དྲི་བ་དེ་ཨ་ལི་དོགས་འདྲི་ཡོད་དམ། གོང་དུ་རྒན་ལགས་ཀྱིས་སྤོ་ལོ་དེ་གནམ་ལ་ཡར་གཡུགས་ནས་མར་ལྷུང་དུ་བཅུག་ན་མཐོ་མཚམས་དེར་མྱུར་ཚད་ཀླད་ཀོར་ཡིན་པ་གསུངས་སོང། ད་ལྟའི་སྐབས་སུ་ཐོག་མ་ནས་མར་ལྷུང་དུ་འཇུག་པའི་སྐབས་སུའང་དེ་ཡི་མྱུར་ཚད་ཀླད་ཀོར་རེད་གསུངས་དུས་ང་མགོ་འཐོམ་མཁན་འདྲ་པོ་བྱས་སོང། ད་ག་རང་རེད་ད་མགོ་ཀླད་ཀོར་ནས་མགོ་བཙུགས་རེད། ད་ག་རང་རེད། སྐབས་འདིར་མྱུར་ཚད་ཀླད་ཀོར་རེད། དེ་ལས་འབྱིན་སྐྱོགས་སོང་བ་རེད། འབྱིན་སྐྱོགས་འབྱིན་སྐྱོགས་འབྱིན་སྐྱོགས། ཏྲ་ཏྲ་ཏྲ་ཏྲ་ཏྲ། འདིར་འབྲེལ་བ་ཡོད་པའི་གནད་དོན་གཙོ་བོ་ནི་མགྱོགས་ཚད་འཕར་ཆ་ཇི་ཙམ་འགྲོ་མིན་གྱི་གནད་འགག་ཐུག་ས་དེ། བྱིས་འདི་རང་རེད། ཇི་ཙམ་འཕར་བ་དེ་ཤེས་ན། དེའི་མགྱོགས་ལུས་བསྟན་གྱི་རེད། མདོར་བསྡུས་ན་སའི་འཐེན་ཤུགས་བྱིས་ལ་དུས་ཡུན་གཅིག་གིས་འགྱུར་བ་རེད། ངས་དཀའ་ཁག་འདོན་མཁན་འདྲ་བོ་བྱིས་དང། བཀྲིས་ལབ་དུས་གོ་མི་ཐུབ་མི་འདུག་གམ། མི་འགའ་ཤས་ཨང་གྲངས་ལ་དགའ་བོ་ཡོད་འགྲོ། འོན་ཀྱང་འདི་ཡི་གེ་རེད། གྲངས་ཚབ་ཨང་རྩིས་འགོ་བཙུགས་སྐབས་སུ་སློབ་དེབ་ཁ་ཕྱེ་བ་དང་ཡི་གེ་མང་པོ་མཐོང་བ་ལས་ཨང་གྲངས་མང་པོ་མཐོང་རྒྱུ་མེད་པ་དེ་དྲན་གསོ་གྱིས་དང། ཡི་གེ་དེ་ཚོས་ཕན་ཚུན་སྡོམ་རྩིས་རྒྱག་རྒྱུ་རེད། འདི་ཐག་རང་རེད། འདི་མགོ་རྙོག་པོ་འདུག་གས། དོན་དག་འདི་མཐོང་ཐུབ་ཀྱི་མི་འདུག་གམ། རོལ་མོ་སྦྱངས་པའི་སྐབས་སུ་དབྱངས་ཀྱི་རྟ་ཡིག་ཀློག་ཤེས་པ་དགོས་ཀྱི་རེད། འགྲིག་སོང་ངས། ང་ཚོས་འདིར་སྔོན་གངས་རི་པའི་རྟ་དབྱངས་སྦྱོང་ཐབས་བྱེད་ཀྱི་ཡོད། འགྲེལ་བ་ཆགས་སྟངས་དེ་རོལ་མོའི་དབྱངས་ཡིག་ལྟར་བཀོད་པ་རེད། སྒྲ་ཐོས་མི་ཐུབ་མཁན་ག་ཚོད་ཡོད། ང་ཡང་ཨ་མཆོག་སང་གོ་རང་མེད། ང་ཚོས་བྱ་རྒྱུ་ད་ག་རང་རེད། ལན་གསལ་པོ་བྱུང་སོང་ངས། དགྲ་རྣ་བས་ཟིན་ཐུབ་དང་མི་ཐུབ་དེའི་མགྱོགས་ཚད་ལ་རག་ལུས་པ་རེད། ད་ངས་མི་འགའ་ཤས་ལ་ཏོག་ཙམ་ཁག་པོ་ཡིན་པའི་ཆ་ཤས་དེ་འཆད་རྒྱུ་ཡིན། དེ་ག་རེ་རེད་ཟེར་ན། མགྱོགས་ལུས་ཇི་ཙམ་འགྲོ་བ་དང། མགོ་རྙོག་པོ་རེད། མགྱོགས་ལུས། ཐག་རིང་ལུས་ཟེར་དུས། ཐག་རིང་དུང་དང་མགྱོགས་ལུས་གཉིས་གཅིག་པོ་མ་རེད། འགྲིག་སོང་ངས། ངས་འདི་ལག་པོ་ནས་གློད་ན། ཐག་རིང་དུ་རིང་དུ་འགྲོ་གི་རེད། བར་ཐག་ཆེ་རུ་ཆེ་རུ་འགྲོ་བ་མཐོང་གི་འདུག་ག། འདི་དག་རིང་ལུགས་ཇི་འདྲ་ཞིག་ཏུ་བབས་ཀྱི་ཡོད་པ་རྩི་སྟངས་ག་འདྲ་རེད། འགྲོ་ལུགས་ཤིག་ཡོད་རེད་པས། འགྲོ་ལུགས་ཡོད་མ་རེད་ཟེར་མཁན་ག་ཚོད་ཡོད་དམ། སྐབས་སོ་སོ་ལ་མ་འདྲ་བ་ཡིན་ནམ། འགྲོ་ལུགས་ངེས་པ་ཞིག་ཡོད་ན་དེ་ག་རེ་རེད། རྣམ་པ་ཚོ་དྲན་གྱི་འདུག་གས། ཐག་རིང་ཐུང་ཇི་ཙམ་ལྷུང་མིན་དེ་རེད། དེ་འདྲི་ཡིས་མཚོན་གྱི་ཡོད། ཐེངས་ཤིག་ལ་དུས་ཡུན་གྱི་འགྱུར་བ་དེའི་རང་རྒྱུའི་རྩ་གྲངས་གང་ཡིན་པ་དེ་རྒྱང་ཐག་ཆ་སྙོམས་དེ་རེད། གལ་སྲིད་ཇིའི་བཅུ་ཡིན་ན། སའི་འཐེན་ཤུགས་དེ་རེད། བཅུའི་ཕྱེད་ཀ་ལྔ་རེད། ལྔ་ལ་སྤྲིས་ཀྱི་འགྱུར་བ་དེའི། རྩ་གྲངས་དེ་རེད། ང་ཚོས་གསལ་བོ་ཤེས་ཐུབ་རྒྱུ་དེ་དུས་ཡུན་ཇི་ཙམ་ཇི་ཙམ་འཕར་བ་དེ་ཙམ་གྱིས་རྒྱང་ཐག་རིང་དུ་རིང་དུ་འགྲོ་བ་རེད། དེའི་ཆ་ནས། དྲི་བ་འདི་ལ་ལན་བརྒྱབ་ཐུབ་ཀྱི་རེད། ངས་སྤོ་ལོ་འདི་འཁྱེར་ནས། བྲག་མཐོ་བོ་ཞིག་གི་སྟེང་དུ་འཛེགས་ནས་མར་གཡུག་པ་ཡིན་ན། བྷིའུ། སྐར་ཆ་གཅིག་ཕྱིན་པའི་རྗེས་སུ་སྤོ་ལོ་འདི་ག་ག་ཚེ་གཏིང་ཟབ་པར་སླེབས་ཐུབ་བམ། རང་གི་དྲས་ཆེན་དང་གཤིབ་བསྡུར་བྱེད། ག་ཚོད་ཀྱི་སྔ་ནས་འགོ་བཙུགས་ཀྱི་ཡོད་ལབ་ཀྱི་ཡིན། ཏག་ཏག་རེད་མི་གྲལ་ལྔ་རེད། དངོས་པོ་ཞིག་དགོས་རྒྱུ་མེད་པར་གནས་ས་ནས་མར་ལྷུང་བ་ཡིན་ན། སྐར་ཆ་དང་པོར་མི་གྲལ་ལྔ་ལྷུང་གི་རེད། གལ་ཏེ་སྐར་ཆ་གཉིས་སོང་ན། ག་བ་ལྷུང་གི་རེད། འདིའི་སྒང་ལ། ཁྱོད་འདོམ་ག་ཚོད་རེད། ག་འདྲ་བྱས་ནས་འཚོལ་ཐུབ། རེད། དུས་ཡུན་སྐར་ཆ་གཉིས་རེད། འགྲོ་སྟངས་སྟབས་བདེ་བོ་རེད། དུས་ཡུན་སྐར་ཆ་གཉིས་སོང་བ་དེ་རང་རྒྱུན་གཉིས་བསྒྱུར་གཉིས་བྱས་ན་བཞི་རེད། དེ་ལ་ཐེངས་ཤུགས་ཀྱི་གྲངས་ལྔ་ཡིས་བསྒྱུར་ན། ཉི་ཤུ་ཐམ་པ་མི་འདྲ་ཉི་ཤུ་ལྷུང་བ་རེད། ད་འོ་ན་སྐར་ཆ་བཅུ་མགྱོགས་པ་ཆགས་བཞག། གལ་ཏེ་གནམ་གྲུའི་ནང་ནས། མར་གཡུགས་ནས་ཀ་ཆ་བཅུ་སོང་བའི་རྗེས་སུ་སའི་སྟེང་དུ་ལྷུང་བ་ཡིན། རང་གི་འགྲམ་དུ་མི་ཞིག་བསྡད་ཡོད་པ་ཡིན་ན་ཁོང་གིས་ག་གི་ད་ཡིས་ཐག་རིང་ལུས་ཟ་གི་ཡོད་པ། བཤད་ཐུབ་ཀྱི་འདུག་སྐད་ཅིག་ལྟོས་དང། བཅུ་ལ་བཅུ་བསྡོམས། ད་དུང་བཅུ་བསྡོམས་བཅུ་བསྡོམས་བཅུ་བསྡོམས་བཅུ་བསྡོམས་ག་ཚོད་རེད། བརྒྱ་ཐམ་པ་རེད། བརྒྱ་ཐམ་པ་འདི་སོང་ངས། དེ་བྱེད་དུས་བརྒྱ་ལ་ལྔས་བསྒྱུར་ན་ལྔ་བརྒྱ། མི་སྒྲོལ་ལྔ་བརྒྱ་རེད། ལྟོས་དང། གལ་སྲིད་ཁྱེད་རང་གྲང་རི་གཡང་སར་ཞིག་ནས་ལྷུང་ནས། ཀ་བཅའ་བཅུའི་རྗེས་སུ་ས་སྟེང་དུ་ཐུག་གི་ཡོད་ན། རང་གིས་བསམ་པར་ད་རེས་ང་མི་གྲལ་ལྔ་བརྒྱ་ལྷུང་གི་འདུག་བསམ་གྱི་རེད། ཐག་རིང་ཐུང་དེ་འདྲ་ཞིག་ལྷུང་བ་རེད། འདི་ཚོ་ཚང་མའི་སྐོར་ལ་དྲི་བ་འདྲ་ཡོད་པས། ང་ཚོས་གོང་དུ་གླེང་ལུང་སྦྱང་བཤད་བྱས་པའི་གནད་དོན་དེ་ཕྱོགས་སྡོམ་བྱེད་ཀྱི་ཡོད། མགྱོགས་ཚད་ཇི་ཙམ་འཕར་བ་དང། འགྲིག་སོང་ང། མགྱོགས་ལོད་དང་རྒྱང་ཐག་ཇི་ཙམ་འགྲོ་བ་རྣམས་གཅིག་པ་མ་རེད། དེ་ནང་བཞིན་མ་ལྷུང་བའི་དངོས་པོ་ཞིག་གིས། མགྱོགས་ཚད་ཕ་ཆ་ལ་འགྱུར་བ་ནམ་ཡང་ཡོང་གི་མ་རེད། སྐར་ཆ་རེ་རེ་ལ་མི་སྒྲོལ་བཅུར་གཏན་འཁེལ་བ་རེད། འདིའི་རྗེས་ལ་ང་ཚོས་སྟབས་བདེ་བ་བཟོས་ནས་སྐར་ཆ་རེར་མི་སྒྲོལ་དགུ་ཚ་བརྒྱད་ལབ་པ་ལས། བཅུ་ལ་བརྩིས་ན་སྟབས་བདེ་བ་མི་འདུག་གམ། མགྱོགས་ལོད་ཇི་ཙམ་འགྲོ་བ་དེ། མགྱོགས་ཚད་ཕ་ཆ་དང་དུས་ཡུན་གཉིས་ཕན་ཚུན་བརྒྱུད་རྩིས་བརྒྱབ་ན་ཤེས་ཐུབ་འགྲིག་གི་འདུག་གམ། ཐག་རིང་ཐུང་ཇི་ཙམ་སོང་བ་དེ་དུས་ཡུན་གྱི་རང་རྒྱུད་ལ་འབྲེལ་བ་ཡོད་ཙང་ཆ་སྙོམས་དུས་ཡུན་བཀྲིས་རང་རྒྱུད་ལ་ལྔས་བསྒྱུར་བ་དེ་རེད། ཁྱེད་རང་ཚོ་ནང་ལ་ལོག་ནས་སློབ་དེབ་ནང་གི་ཞབས་མཆན་ཞིག་ཡོད་པ་དེ་ཀློག་ནའང་འགྲིགས། འོན་ཀྱང་ངས་རེ་བ་དེ་ཙམ་བྱེད་ཀྱི་མེད། འདི་གློ་བུར་བར་སྣང་སྟོང་པ་ནས་བྱུང་བའི་མིག་འཕྲུལ་ལྟ་བུ་མ་རེད། འདི་ལ་རྒྱུ་མཚན་ཞིག་ཡོད། གོང་དུ་ང་ཚོས་རྩིས་རྒྱག་སྟངས་ལ་ལྟོས་དང་གསལ་བོ་རེད། རང་ལྟ་འདོད་ཡོད་ན་ལྟོས། ཅོག་ཙེའི་མཐའ་ལ་སླེབས་དུས། སྤོ་ལོ་དེའི་འགྲོ་སྟངས་ལ་འགྱུར་བ་བྱུང་ཚུལ་དེ། དོ་སྣང་བྱེད་འོས་པ་ཞིག་རེད། ད་ལྟ་ངས་སྤོ་ལོ་འདི་ལྷུང་དུ་བཅུག་ན་འོ་ཁང་གི་མི་ཚོ་གཉིད་སད་ཀྱི་རེད། འོན་ཀྱང་སྤོ་ལོའི་འགྲོ་ལམ་ཁ་འཁྱོག་པོ་དེ་མཐོང་ཐུབ་ངེས་རེད། སྤོ་ལོའི་འགྲོ་ལམ་ཁ་འཁྱོག་པའི་གནད་དོན་དེ་ང་ཚོས་ཤེས་མ་ཐུབ་པར་རྒྱུས་རིང་པོ་ལུས་འདུག། རྗེས་སུ་གནད་འགག་ཤེས་པའི་སྐབས་སུ་ཧ་ཅང་དགའ་ཚོར་ཆེན་པོ་བྱུང་བ་རེད། ད་དེའི་སྐོར་གླེང་རྒྱུ་ཡིན། འདི་ནས་བསྟན་ཐུབ་ཀྱི་རེད། འདི་ཚོ་ཚང་མ་ཁྱེད་རང་ཚོའི་སློབ་དེབ་ནང་ཡོད་རེད། ངས་སྤོ་ལོ་འདི་བབས་རིས་བཏང་བ་ཆ་བཞག། མྱུར་ཚད་གཅིག་རང་གིས་རིས་འགྲོ་བ་དང། ངས་བབས་རིས་བཏང་བའི་སྐབས་སུ་ནམ་ཡང་དགའ་གི་མེད་ན། སའི་འཐེན་ཤུགས་མེད་པར་ཆ་འཇོག་བྱེད་ཐུབ། ག་རེ་ཡོང་མིན་ཤེས་སམ། སྤོ་ལོ་བབས་རིས་ཐེབས་ནས། འགྲོ་མཚམས་འཇོག་གི་མ་རེད། འདིའི་མགྱོགས་ཚད་མཚོན་བྱེད་དུ་ངས་མདའ་རྟགས་བརྒྱབ་པ་ཡིན་ན། ཕལ་ཆེན་འདི་འདྲ་ཞིག་ཆགས་ཀྱི་རེད། ཐ་འོ་ན་མགྱོགས་ཚད་ལ་འཕར་ཆག་མི་འགྲོ་བའི་རྒྱུ་མཚན་གང་ཡིན་ནམ། གནད་དོན་འདི་དངོས་པོའི་འགྱུར་འགོག་རང་གཤིས་ཟེར་བ་དེ་དང་འབྲེལ་བ་ཡོད། དེའི་རྐྱེན་གྱིས་གལ་ཏེ། དངོས་པོ་ཞིག་འགུལ་བ་ཡིན་ན། དེ་ལ་ཐེ་ཇུས་བྱེད་མཁན་ཞིག་མ་བྱུང་བར་དུ་འགུལ་འགུལ་བ་སྡོད་ཀྱི་རེད། འདི་ནས་འགུལ་སྐྱོད་མགོ་བཙུགས་ནས་བཟུང་སྟེ་འདི་ལྕོགས་ལ་ཕུལ་མཁན་གང་ཡང་མེད་ན། སྤོ་ལོ་འདིའི་མགྱོགས་ཚད་ལ་འཕར་ཆག་གང་ཡང་མེད། དཔེར་ན་སྤོ་ལོ་འདི་འགྲོ་བཞིན་པའི་སྐབས་སུ། ངས་འདི་འདྲ་བྱས་ནས་ཕུལ་ན། ངས་ཕུལ་བའི་སྐབས་སུ་མགྱོགས་སུ་འགྲོ་གི་རེད། གལ་སྲིད་ངས་ཕུ་རྒྱག་མ་བརྒྱབ་ན་མགྱོགས་ཚད་ལ་འགྱུར་བ་མེད་པར་གཅིག་པ་གཅིག་པ་གཅིག་པ་འགྲོ་གི་རེད། དེ་ཙམ་མ་ཟད་ཕྱོགས་འདི་ནས་འགོག་རྐྱེན་བྱེད་མཁན་ཡང་ཡོད་མ་རེད། རླུང་གི་འགོག་ཤུགས་ཕྲན་བུ་ཡོད་ཀྱང། ཧ་ཅང་ཆུང་ཆུང་རེད། དེ་འདྲ་ཡིན་དུས་སྤོ་ལོ་དེ་རིལ་ཙམ་འཇོག་གི་མ་རེད། དེར་བརྟེན་སྤོ་ལོ་དེ་བརྟན་པོ་བརྟན་པོ་བརྟན་པོ་བྱས་ནས་འགྲོ་གི་རེད། གལ་ཏེ་སའི་འཐེན་ཤུགས་མེད་ན་ཅོག་ཙེའི་ཟུར་འདི་ནས་ཀྱང་སྤོ་ལོ་དེ་ཐད་ཀར་མུ་མཐུད་དེ་འགྲོ་དགོས་ཀྱི་རེད། བརྟན་པོ་བརྟན་པོ་བརྟན་པོའི་ངང། སའི་འཐེན་ཤུགས་ཡོད་པའི་རྐྱེན་གྱིས་དེ་ལྟར་འགྲོ་ཐུབ་ཀྱི་མ་རེད། འཐེན་ཤུགས་ཀྱིས་མར་འཐེན་པ་རེད། སའི་འཐེན་ཤུགས་ཀྱིས་གང་བྱེད་འདི་འདྲ་བོ་རེད།

འདི་བར་དུ་རྩ་བ་ནས་འགྲོ་ཐུག་གི་མ་རེད་འདི་ནས་མར་ལྷུང་རྒྱུ་རེད། འོབ་རྩོད་བྱས་ན་ཐག་རིང་ལོས་ལྷུང་འདུག་གམ། འཚོལ་བ་བྱེད་དང། འོབ་རྩོད་གཉིས་བྱས་ན། ཏག་ཏག་འདིར་ལྷུང་གི་རེད། འདིར་ལྷུང་གི་རེད། འདི་བར་དུ་སླེབས་རྒྱུའི་ཚབ་ཏུ་སའི་འཐེན་ཤུགས་ཀྱིས་མར་འཐེན་གི་རེད་ག་ཚད་ཀྱི་བར་དུ། འདི་གསལ་པོ་རེད། གནས་སྟངས་འདི་ཚོ་དང་མཐུན་པར། འདི་ཡང་འདིར་ལྷུང་གི་རེད། དེ་སྙིང་འཇུག་མི་འདུག་གས། འདི་ནས་འདི་བར་འགྲོ་རྒྱུར། འདི་ནས་ཅོག་ཙེའི་སྡིངས་ཆ་མེད་པར་བརྟེན་མར་ལྷུང་གི་རེད་འོབ་རྩོད་བྱས་ན་ག་ཚད་བར་དུ། འདི་དང་མཐུན་པོ་དགོས་ཀྱི་རེད། འདི་བར་དུ་འགྲོ་རྒྱུའི་ཚབ་ལ་འདི་ནས་མར་ལྷུང་ནས་ད་དུང་མར། ད་དུང་མར་ད་བྲིས་ས་མི་འདུག་འོན་ཀྱང་རོབ་ཚོད་ཤེས་ཐུབ་ཀྱི་རེད་ཤེས་སོང་ངས་གར་བྱེད་ཀྱི་འདུག་ཅིག་ལྟོས་ཨ། འདིའི་མགྱོགས་ཚད་དེ་རེད། འདི་རུ་བཞག། དེ་ནས་འདི་རུ་བཞག་ནས། མཉམ་དུ་བསྡེབས་ན། མགྱོགས་ཚད་འདི་འདྲ་ཞིག་རེད། མཐོང་གི་འདུག་གས། འདིར་སླེབས་དུས་ཀྱང་མགྱོགས་ཚད་དེ་རང་འཇགས་རེད། གང་ཡིན་ཟེར་ན་ཁ་ཕྱོགས་དེ་འགྲོ་བར། འགོག་རྐྱེན་བཟོ་མཁན་ཡོད་མ་རེད། ད་ཆ་སའི་འཐེན་ཤུགས་ཀྱི་མར་འཐེན་པ་ཡིན་ཙང་མགྱོགས་ཚད་དེ་འདིའི་སྐབས་དང་གཅིག་པ་ཡིན་དགོས། བྱས་ན་ངས་འདི་འདི་རུ་བཞག། དེ་གཉིས་བསྡེབས་པ་ཡིན་ན། གནམ་གྲུ་འཕུར་བའི་སྐབས་སུ་འཕྲེད་དུ་རྒྱུ་བའི་རླུང་དང་འདྲ་པོ་རེད། འདི་འདྲ་ཞིག་ཡོང་གི་རེད། སའི་འཐེན་ཤུགས་རྐྱེན་པས་མགྱོགས་ཚད་འཕར་བ་རེད། འདི་བར་དོ། མགྱོགས་ཚད་གཅིག་པ་གཅིག་རྐྱང་རེད། འདི་ལ་ང་ཚོས་མགྱོགས་ཚད་ཀྱི་ཁྲིད་རྒྱུགས་གྲུབ་ཆ་ཟེར་གྱི་ཡོད། འདི་ལ་ང་ཚོས་གྱེན་ཚེགས་གྲུབ་ཆ་ཟེར་གྱི་ཡོད། གྱེན་ཚེགས་ཀྱི་གྲུབ་ཆ། གྲུབ་ཆ་ལབ་ན་ལེགས་པ་མི་འདུག་གས། དེ་འདྲ་ཡིན་དུས་མགྱོགས་ཚད་འདི་ཚོ་རེ་རེ་ལ་ཁྲིད་རྒྱུགས་དང་གྱེན་རྒྱུགས་ཀྱི་གྲུབ་ཆ་གཉིས་རེ་ཡོད། སྐབས་འདི་ལ་གྱེན་རྒྱུགས་ཀྱི་གྲུབ་ཆ། རིང་བ་ཡིན་ཙང། འདི་འདྲ་བོ་རེད། དེ་འདྲ་ཡིན་དུས་སྤོ་ལོ་དེའི་འགྲོ་ལུང་ངོ་མ་དེ། རི་མོ་འདི་ཡག་པོ་རང་བྱུང་མ་སོང། དེ་ལས་རིང་ཙམ་དགོས་ཀྱི་རེད། འདི་འདྲ་བོ། དེ་འདྲ་སོང་ཙང་སྤོ་ལོ་དེའི་ལམ་འཁྱོག་པོ་རེད། འོན་ཀྱང་གསལ་བོ་གཅིག་ག་རེ་རེད་ཟེར་ན། ཞོགས་གཡས་གཡོན་ལ་འགྱུར་བ་ཡོད་མ་རེད། མར་ལྷུང་སའི་ཕྱོགས་ཀྱི་འགྱུར་བ་ཁོ་ན་རེད། དེ་ཡིན་པ་ཤེས་སོང་ངས། སའི་མཐིང་ཤུགས་ཀྱི་ཁ་ཕྱོགས་གང་ཡིན་ནམ། ཡར། མར། མཐིང་ཤུགས་ཀྱི་མར་འཐེན་གྱི་རེད། བསམ་བློ་གཏོང་དང། མགྱོགས་ཚད་འཕར་ཕྱོགས་ག་བ་རེད། མར་རེད། གཡས་དང་གཡོན་ལ་མགྱོགས་ཚད་འཕར་གྱི་ཡོད་དམ། མེད། གཡས་གཡོན་གྱི་ཆ་ལ། འགྱུར་བ་གང་ཡང་མེད། ཡག་པོ་མི་འདུག་གས། མེ་སྒྱོགས་ཀྱི་འདི་ཁུང་དེ་ཁྱེར་ནས་བར་སྣང་དུ་གཡུག་འདི་འདྲ་བྱས་ནས། འདི་ནས་འདི་བར་དུ་མགྱོགས་ཚད་དེ་དལ་དུ། དལ་དུ། འགྲོ་བ་དང། འདི་ནས་མགྱོགས་སུ་འགྲོ་བ་རེད། ཐོག་མཐའ་བར་གསུམ་དུ། གཡས་གཡོན་དུ་འགྱུར་བ་མེད་པར། གཅིག་པ་གཅིག་རྐྱང་རེད། ད་ཆ་གསལ་བོ་ག་རེ་ཆགས་པ་རེད་ཟེར་ན། གཞོགས་གཡས་གཡོན་གྱི་ཆ་ལ་འགྱུར་བ་མེད་པར་གྱེན་ཚོང་གི་ཆ་ཁོ་ནར་འགྱུར་བ་ཡོད་པ་ཤེས་པ་རེད། དུས་ཡུན་རིང་མོ་ཞིག་གི་ནང་འགྲོ་བ་མི་ཚོས་གནད་དོན་འདི་ཤེས་མ་ཐུབ་པ་རེད། གཞོགས་གཡས་གཡོན་གྱི་ཆ་ལ་འགྱུར་བ་མེད། དྲི་བ་ཡོད་དམ།
དེའི་སྐོར་ལ་ངས་བསམ་བློ་བཏང་དུས་ང་ལ་དོགས་པ་ཞིག་སླེབས་ཀྱི་འདུག་རྒན་ལགས་ཀྱིས་བརྡ་དེ་ཚོ་འཐེན་དུས། རིང་ཐུང་ཇི་འདྲ་ཡིན་ནམ། དེ་ཚོ་ཆ་སྙོམས་མགྱོགས་ཚད་ཡིན་ནམ། གནས་སྐབས། ཅི་འདྲ་ཞིག་ཡིན་ན་ཡང། མགྱོགས་ཚད་འདི་རང་ཡིན་དགོས་ཀྱི་རེད། རླུང་གི་དྲོད་ཤར་མེད་པ་ཡིན་ན། མགྱོགས་འདི་འདི་ལ་ཆ་མཚོན་པ་ཡིན་ན། རླུང་གི་དྲོད་ཤར་ཆེན་པོ་རེད། ཡིན་ན་ཡང་རླུང་གི་དྲོད་ཤར་མེད་པ་ཡིན་ན། འཁྲིལ་རྒྱུག་གི་ཆ་ལ་འགྱུར་བ་མེད་པར་བརྟེན། ཕྱོགས་འདི་རང་ལ་འགྲོ་འདྲི་བར་འདོད་ཀྱི་རེད། འདི་བེད་སྤྱོད་གཏོང་ས་ཡག་པོ་གཅིག་བཤད་ཆོག། གལ་ཏེ་བྲང་གཡག་ཐོག་ས་ནས་ལག་རྡོ་གཅིག་གཞུས་པ་ཡིན་ན་རྡོ་དེ་ཕར་ཕར་ཕར་འགྲོ་བ་དང་ཆབས་ཅིག་འགྲོ་ལམ་དེ་མར་མར་གོ་གི་རེད། ཡིན་ན་ཡང་གན་ཚོང་ཏག་ཏག་ཞིག་ནམ་ཡང་ཆགས་ཀྱི་མ་རེད། དེའི་རྒྱུ་མཚན་གང་ཡིན་ཟེར་ན་མགྱོགས་པའི་ཆ་དེ་ཡོད་པས་རེད། འདི་ང་སྡོད་ས་དང་འདྲ་བོ་རེད། ང་ཁང་ཆེན་ཞིག་གི་ཐོག་བརྩེགས་གསུམ་སོ་གཉིས་བར་སྡོད་ཀྱི་ཡོད། འདི་འདྲ་ཅིག་ལ་སྐད་རྒྱག་སའི་རྫིང་བུ་ཅིག་འདུག། སྐབས་རེ་གློག་གི་མདེང་སྐད་ལ་མ་ཞུགས་པར་སྐས་འཛེགས་ནས་མར་བབས་ན་བསམ་གྱི་འདུག་ཕྱི་ལ་མར་ཐོན། སྒོ་དེ་ཕྱི། རྒྱལ་སྒོ་ནས་ཐོན། ལྟོས་ཨང། གལ་ཏེ་ངས་སྒེའུ་ཁུང་ནས། ཧྥེའུ་ཟེར་ནས་མཆོངས་ཐུབ་ན། ག་འདྲ་འདུག་ཨ། གནད་འགག་དེ་འདི་རེད། འདི་ལྟ་དུས། ཕལ་ཆེར་ངས་ཆུང་ན་རྫིང་བུའི་ནང་ཏག་ཏག་བབས་ས་རེད་བསམ་སྲིད། ང་ཡོད་ས་དེ་ཧ་ཅང་མཐོ་བོ་ཡིན་པར་བརྟེན་རྫིང་བུར་བབས་རྒྱུར་དཀའ་ཆ་ཞིག་འགོ་གི་ཡོད་ན། རེད་བ། ང་མདའ་ཡབ་འདི་ནས་མར་ཐད་ཀར་ལྷུང་ན་དཀའ་ཆ་ཞིག་འགོ་བ་ཆ་བཞག་ན། ད་ཁྱེད་རང་ཚོར་དྲི་བ་གཅིག་ཡོད། ངས་ཕར་ཁ་ཐུག་མཆོངས་པ་ཡིན་ན། དཀར་ཆ་ག་ཚོད་འགོ་གི་རེད། འགོ་བཞག་དང། ཐ་མ་གི་གུ་རེད་ཡིན་ད་རྩིས་སྐྱོབ་དང། སྐར་ཆ་བཞི་རང་རེད་ངས་ལབ་པ་དེ་ཤེས་སོང་ངས། སྤོ་ལོ་འདི་ཅོག་ཙེའི་ཟོལ་ནས་ལྷུང་བ་དང་ངའི་ལག་པ་ནས་ཐད་ཀར་གློད་པ་གཉིས། དུས་ཡུན་གཅིག་པོ་རང་དགོས་ཀྱི་རེད། ཡིད་ཆེས་ཀྱི་འདུག་བས། ཉིན་དང་པོར་ང་ཚོས་མེ་མདའི་སྐོར་གླེང་བ་དེ་དྲན་གསོ་གྱིས་དང། ཁྱེད་རང་གིས་མེ་མདའ་བརྒྱབ་དུས། མདེའུ་གཅིག་ལག་པ་ནས་མར་ཤོར་བ་དང་མདེའུ་གཞན་དེ་མེ་མདའི་ཁ་ནས་ཐོན་པ་རེད་དེ་གཉིས་ནས་ས་ཐོག་ལ་དངོས་ལྷུང་མཁན་དེ་གང་རེད། དེའི་སྐོར་བཤད་ཟིན་པ་རེད་དེ་གཉིས་ནས་ས་སྟེང་དུ་དངོས་ལ་གང་ལྷུང་ངམ། ཚོད་དཔག་བྱས་དང། ཨའོ་ད་ར་ད་གྲགས་ཡིན་གྱི་རེད། གཅིག་པ་རེད། ཤེས་ཀྱི་མི་འདུག་གས། འབད་བརྩོན་གྱིས། འདིའི་རྗེས་སུ་ངས་སྐྱེས་ཀྱི་རྫིང་བུ་དེའི་སྐོར་སླར་ཡང་བཤད་ཆོག། འདི་རྡེའུ་འདྲ་བའི་འཕེན་གཟུགས་ཤིག། འཕེན་རྒྱུའི་འཕྲུལ་ཆས་ཤིག་རེད། ལྟེབ་རྩིག་ཆུང་ཆུང་ཞིག་ལྟེབ་རྩིག་ཆུང་ཆུང་དེ་ཚུར་བཙིར་ན། ཕའི་གཟུགས་དེ་འདིར་འཇོག་ཐུབ་ཀྱི་རེད། ད་ལྟོས་ཨ། འདི་མེ་མདའ་འདྲ་བོ་རེད། ཕར་ཕྱིན་སོང་ཨ། ཡ་མཚན་པོ་རང་མ་རེད། ད་འོ་ན་ངས་ཕའི་གཟུགས་གཞན་པ་ཞིག། འདི་ཕྱོགས་ལ་བཞག་ན། ངས་འདི་འདྲ་བྱེད་དུས། ངས་འདི་བཞིན་བྱེད་དུས། འདི་ཐད་མར་ལྷུང་སོང་ཨ། ཏོག་ཙམ་མ་གཏོགས། ཐད་ཀར་རང་རེད། ཕའི་གཟུགས་འདི་ཕྱིན་སོང་ཨ། ད་ངས་འདི་གཉིས་ཀ་དུས་གཅིག་ལ་ཁེ་བོས་བྱེད་ཀྱི་ཡིན། ངས་འདི་གཉིས་ཀ་དུས་གཅིག་ལ་ཁེ་བོས་བྱེད་དུས། ཁྱེད་རང་ཚོའི་ངོས་ནས་བསམ་གཞིགས་བྱས་ཏེ་ས་སྟེང་དུ་ག་རེ་དངོས་གླེང་བ་ཤེས་དགོས། ཐད་ཀར་མར་ལྷུང་བ་དེ་དང། བར་སྣང་ལ་སོང་བ་དེ། མི་མང་པོའི་བསམ་པར་བར་སྣང་དུ་འཕངས་པ་དེ་མང་བ་འགོག་དགོས་པར་བསམ་གྱི་འདུག་རྒྱུ་མཚན་གང་ཡིན་ནམ། འགུལ་སྐྱོད་བྱེད་བཞིན་པའི་སྐབས་སུ་གོ་ལའི་འཐེན་ཤུགས་ཧ་ཅང་ཆེན་པོ་ཕོག་གི་མ་རེད་ཟེར་ན་འགྲིགས་སམ། ཐབས་ཤེས་བྱེད་དོ། ངས་ལབ་རྒྱུ་འདི། ངས་ལབ་རྒྱུ་འདི། གལ་སྲིད་ཁྱེད་ཀྱིས་འདི་གོ་ན། ཚང་མ་ཨེ། ཚང་མ་ཨེ། སློབ་ཚན་འདི་ལ་ཚང་མ་ཨེ་རེད། གལ་སྲིད་གོང་རིམ་པས་བཀའ་འདྲི་གནང་བ་ཡིན་ན། འོ་དེ་འཛིན་གྲྭའི་སློབ་ཕྲུག་ཚང་མ་ཨེ་རེད་པས། སློབ་ཕྲུག་ཚང་མ་རིག་པ་རྣོ་བོ་ཤ་སྟག་འདུག་རིག་པ་རྣོ་བོ་ཤ་སྟག། ཚང་མ་ཨེ། ཡིན་ནའང་འདི་གོ་ན། ཨེ། རང་སྦྱོང་བྱེད་དགོས་འདོད་ཁག་པོ་རེད། ད། ད་ལྟ་འགྲིག་སོང་ངས། ཡིན་ད། ད་ཡིན་ད། གནས་སྐབས་རྗེས་མ་འདི་ཁྱེད་ཚོ་མང་པོར་ཧ་ཅང་གལ་ཆེན་པོ་རེད། ཁྱེད་རང་ཚོ་མང་པོ་འདིའི་སྒང་ལ་རེ་བ་བྱེད་ཀྱི་ཡོད་ཀྱི་རེད་ད་ཡིན་ད། ཡིན་ད། ཉོན་ཨ། ག་རེ་ཐོས་བྱུང་ངམ། ག་ཚོད་ཀྱི་འདི་འདྲ་ཐོས་སོང། རེ་བའི་བསམ་བློ། ང་ཚོས་དེའི་སྟེང་ན་ཡང་བསྐྱར་ལན་ཅིག་བྱས་ན། མ་རེད་པས། ད་རེས་ཡག་པོ་མཐོང་ཐུབ་གི་རེད། དལ་པོ་བྱས་ནས་ཡིན་ད། ད་འགྲིག་སོང་ངས། དུས་ཚོད་གཅིག་པ་གཅིག་རྐྱང། དངོས་པོ་ཞིག་འགུལ་རྒྱུ་ཆེ་བར་བརྟེན་ནས་གོ་ལའི་འཐེན་ཤུགས་གུང་སེང་འགྲོ་གི་མ་རེད། མར་འབབ་རྒྱུའི་དུས་ཚོད་འགོ་བཞི་གཅིག་པ་རང་རེད། ཁྱེད་རང་ཚོས་ད་ལྟ་མཐོང་བ་ནང་བཞིན་རེད། སྤོ་ལོ་གཅིག་མར་གཡུག་སྤོ་ལོ་གཞན་པ་དེ་ཐག་རིང་སར་དུས་གཅིག་ལ་འཕངས་ན།
གལ་ཏེ་བཅའ་ལག་ཅིག་ཐད་ཀར་མར་གློད་ན། སྐར་ཆ་རེར་མི་ཀྲོལ་བཅུ་ལྷུང་བ་དང། ཆབས་ཅིག་ཁྲེས་ལའང་འགྲོ་བཞིན་པ་ཡིན་ན། དངོས་པོ་དེ་དེ་ལས་མགྱོགས་པར་འགྲོ་དགོས་ཀྱི་ཨེ་ཡོད། ཨང་ཟུར་ཁུག་འདི་འདྲ་ཅིག་ཆགས་ཀྱི་ཡོད་ན། རང་སྐར་ཆུང་བའི་སྐབས་སུ། མར་ལྷུང་བའི་མགྱོགས་ཚད་གང་ཡིན་པ་དེ་ཇེ་མཐོ་ཇེ་མཐོར་སོང་བར་བརྟེན། ཁྲེས་ལ་འགྲོ་བའི་མགྱོགས་ཚད་དེ་མངོན་གསལ་མེད་པ་ལྟ་བུ་ཆགས་པ་རེད། ཐད་ཀར་མར་འགྲོ་བ་ལྟ་བུར་སྣང་བ་རེད། བཀའ་དྲུང་སྙིང་པོ་དེ་ཚོའི་ནང་གང་ཅིག་འདུག་བྱ་མགྱོགས་པོ་དེ་ཁ་ཐད་ནས་བྲག་ཟུར་ནས་ལྷུང་དུས། འདི་འདྲ་བྱས་ནས་ཕར་ཙམ་སོང་ནས། དེ་ནས་མར་ཐད་ཀ་ལྷུང་གི་རེད། རེད་དེ། འདི་དང་ཅུང་ཟད་མི་འདྲ་བ་རེད། བྱ་དེའི་འགྲོ་སྟངས་ངོ་མ་འདི་འདྲ་རེད། ཕྱོགས་འདི་རང་ལ་སོང་ནས་མར་ལྷུང་བ་རེད་མི་མང་པོ་ཞིག་གིས་དེ་འདྲ་ཡིན་པ་མ་ཤེས་པར་འདི་འདྲ་བྱས་སོང་ནས་ཐད་ཀར་འགྲོ་བ་རེད་དྲན་གྱི་འདུག་ག་དུས་ཡིན་ནའང་སྒུག་བྱ་ཕྲན་བུ་ཞིག་ཡོད་ཡོད་པ་རེད། དུས་ཡུན་ཇི་ཙམ་འགོར་བ་དེ་ཙམ་གྱིས་སྒུག་བྱ་འདི་ཟ་རུ་ཟ་རུ་འགྲོ་བ་རེད། འོན་ཀྱང་ངས་ལབ་རྒྱུའི་དོན་དག་འདི་འདི་ཡིན། གལ་ཏེ་འདི་ནས་འདི་བར་འགྲོ་རྒྱུར་སྐར་ཆ་བཞི་འགོར་གྱི་ཡོད་ན། འདི་ནས་འདི་བར་འགྲོ་རྒྱུར་ཡང་སྐར་ཆ་བཞི་རང་འགོར་གྱི་རེད། མི་ཚོ་འདིར་ཡོད་དུས་ངའི་དྲི་བ་འདི་ཁྱེད་རང་ཚོས་ནད་ཆུང་བ་ཡིན་ན་རྫིང་བུ་འདིའི་ནང་ཏག་ཏག་བབས་ཐུབ་མིན། རྩིས་ག་འདྲ་རྒྱག་དགོས་ཟེར་རྒྱུ་དེ་རེད། སྐར་ཆ་གཅིག་གི་ནང། གར་སོང་བའི་ཐག་རིང་ཐུང་ཇི་ཙམ་མཆོང་ཐུབ་མིན་དེ་ང་ཚོས་ཤེས་པ་ཡིན་ན། དེ་ནས། བཞི། འགྱུར་རྒྱུ་རང་རེད། ཤེས་སོང་ངས། ཁྱེད་རང། འདི་བར་དུ་ཡིན་ན། ངས་འདི་འདྲ་ཞིག་ཏུ་བབས་པ་ཡིན་ན། སྐར་ཆ་གཅིག་ལ་ངས་འདི་ཙམ་མཆོངས། སྐར་ཆ་གཉིས་ལ་འདི་ཙམ། སྐར་ཆ་གསུམ་ལ་འདི་ཙམ། སྐར་ཆ་བཞི་ལ་འདི་ཙམ་མཆོངས་ཐུབ་ཀྱི་རེད། ཡིན་ནའང་ཧ་ཅང་མྱུར་པོ་ཐུར་དུ་ཟ་བོ་འཁྱོར་བར་བརྟེན་ཐག་ཧ་ཅང་རིང་པོར་འགྲོ་མི་ཐུབ། དངོས་ཁམས་རིག་པའི་ཤེས་བྱ་ཡག་པོ་ཡོད་ན། སྤྱི་ཚོགས་ནང། མི་གཞན་དང་ཕན་ཚུན། འབྲེལ་བ་བཟང་དུ་བཟང་དུ་འགྲོ་གི་རེད། རྒྱུ་མཚན་ག་རེ་རེད་ཟེར་ན། ཁྱེད་རང་ཚོར་འཇིག་རྟེན་སྟེང་གི་དངོས་པོའི་གནས་ལུགས་མང་པོ་ཤོད་ཀྱི་ཡོད་ཙང། མི་མང་པོས་དོ་སྣང་དང་གླེང་མོལ་བྱེད་ཀྱི་རེད། སྒྲུང་འདྲ་བོ་ཅིག་བཤད་ན། ལོ་མང་པོའི་སྔོན་མི་གཅིག་གྲོང་ཁྱེར San Francisco ལ་ཡོང་བ་རེད། ངོ་ཤེས་པ་སུ་ཡང་མེད་འདུག་ཁོང་གཅིག་པུར་ཡུལ་བུ་བྱུང་ནས། ངོ་ཤེས་གྲོགས་པོ་ཁ་ཤས་བཟོ་རྗེས་དུ་གཟའ་ཉི་མའི་སྔ་དྲོ་ཡེ་ཤུའི་ཆོས་ཁང་དུ་སོང་བ་རེད། ཉིན་དེར་ཆོས་དཔོན་རྣམ་པ་ཚོས་ཚང་མ་ཆུ་ཚོད་གཉིས་པར་འཛོམས་ཤོག་ང་ཚོ་སྣུམ་འཁོར་ལ་ཞུགས་ནས་ཐག་རིང་སར་སྐྱོ་བསང་ལ་འགྲོ་རྒྱུ་ཡིན། མཚོ་ཁའི་བྲག་སྟེང་ནས་མི་འཕུར་ལྡིང་བྱེད་སར། ལྟད་མོ་ལྟར་འགྲོ་རྒྱུ་ཡིན་ཞེས་གསུངས་པ་རེད། དེ་ནས་མི་ཚོ་འཛོམས་པ་དང། སྣུམ་འཁོར་ནང་ཞུགས་ནས། བྲག་རིའི་གཡང་ས་ཡོད་ས་དེར་འབྱོར་མ་ཐག། རས་ཆེན་པོ་ཞིག་གི་སྟེང་དུ། མི་ཚང་མས། རང་རང་གི་ཟ་རྒྱུ་འཐུང་རྒྱུ་གང་ཡོད་པ་རྣམས་སྤུངས་ནས། དགའ་དགའ་སྤྲོ་སྤྲོ་བྱེད་ཀྱི་ཡོད་ཀྱང། མི་དེས་བཟའ་བཏུང་ཇི་ཡོད་མ་ཐོན་པར་ཕར་ཙམ་ནས་གཡས་གཡོན་དུ་མིག་ཡུལ་རྒྱག་གིན་བསྡད། གྲོགས་པོ་སོ་འོས་པ་ཞིག་འཚོལ་བཞིན་བསྡད། དེ་ནས་ཁོས་མིག་ཡུལ་རྒྱག་བཞིན་པའི་སྐབས་སུ་གློ་བུར་དུ་འོ་ཡ་ད་མི་ཕ་གི་ཡག་ས་རེད་དྲན་པ་དང། བུམ། བུམ། བུམ། ཨ། འོ་ཙི་ག་ལ། མི་རྣ་བ་འདྲ་བོ་དེ་ལ་མི་རྣ་བ་འདྲ་བོ་དེ་ལ་ལྟ་བཞིན་པའི་སྐབས་དེ་མི་དེ་བྲག་རིའི་གཡང་གཟར་ནས། མར་བལྟས་ནས་བཤད་དོན། ཆུ་གཏིང་ནས་འདི་བར་ཐོ་ལོས་ཇི་འདྲ་ཡིན་ནམ། ཆུ་ཁ་ནས་ཐོ་མེད་ཇི་ཙམ་བཟི་དུས་དྲན་སྲོལ་གྱི་འདུག་གས། ཆུའི་གཏིང་ནས་མཐོ་ལོས་ཨེ། སྐར་མ་གཅིག་གུག་དང་ངས་བཤད་ཆོག། ད་དུང་མི་འགའ་ཤས་བྲག་ཟུར་དེར་སོང་ནས། ཆུ་གཏིང་ནས་མཐོ་ཚད་ཇི་འདྲ་ཡིན་ནམ། ཟེར་བར། ཁོས་གཟིགས་ཨ། རྡོ་འདི་སྐར་ཆ་ག་ཚོད་འགོག་སོང། ལྔ། སྐར་ཆ་ལྔ། སྐར་ཆ་ལྔས་ལྔ་ལ་བསྒྱུར་ན་ཉི་ཤུ་རྩེ་ལྔ་རེད། ཉི་ཤུ་རྩེ་ལྔ་ལ་ལྔས་བསྒྱུར་ན་བརྒྱ་ཉི་ཤུ་རྩེ་ལྔ། ང་ཚོའི་མཐོ་ཚད་མི་སྒྲོལ་བརྒྱ་ཉི་ཤུ་རྩེ་ལྔ་རེད། མི་སྣང་བ་འགྲོ་བོ་དེ་ཁོ་ལ་བལྟས་ནས། འོ་ཙི། ཡག་ག་ལ་ཟེར་བ་དང་ཁོང་གཉིས་ཕན་ཚུན་ལབ་གླེང་བྱེད་འགོ་བཙུགས། ཁྱེད་རང་གཅིག་པུར་བལྟས་ནས་གང་བྱེད། ངས་ཀྱང་རྩིས་རྒྱག་ཐུབ་ས་རེད། ཐལ་ཚ་སོང་ང། མགྱོགས་པོ་མགྱོགས་པོ་བྱེད་དགོས་རེད། གྲོང་ཁྱེར་ནང་དུ་གཅིག་པུ་ཡུལ་ལྷང་ལྷང། ཡུལ་ལྷང་ལྷང། ལྷག་གི་རེད། ད་ཁོང་གཉིས་ཕན་ཚུན་ངོ་ཤེས་པ་ཆགས་དགོས་རེད་ཡག་པོ་བྱུང་བར་ཇི་སྲིད་ཡི་རངས་བྱས་ནས། ཡང་ཁོས་གཟའ་ཉི་མའི་རྗེས་མ་དེར། མཆོད་ཁང་གཞན་པ་ཞིག་ལ་སོང་དུས། མཆོད་དཔོན་དེས། ཁྱེད་ཚོ་མང་པོ་གྲོང་མིས་ཁེར་རྐྱང་ཡིན་ས་རེད། དེ་རིང་ང་ཚོ་རུག་རུག་བྱེད་དུ། གླིང་ཁ་སྟོང་བར་འགྲོ། ཆུ་ཚོད་དང་པོའི་ཐོག་ལ་འཛོམས་ཤོག། མི་གསར་བ་ཚོ་ཡང་ཕེབས་ཤོག། ཕན་ཚུན་ཐུག་འཕྲད་ཡག་པོ་བྱས་ནས་ངོ་ཤེས་བཟོས། སྐྱིད་པོ་གཏོང། ཆུ་ཚོད་དང་པོ་ལ་འཛོམས་ཤོག་གསུངས་པ་རེད། ཆུ་ཚོད་དང་པོ་ལ་ཏག་ཏག་འཛོམས་ནས། རླུང་འཁོར་ལྗང་གུ་ཞིག་ནང་ཞུགས། སླར་ཡང་མི་འཕུར་ལྡིང་བྱེད་སའི་ས་ཁུལ་དེ་འབྱོར། མི་མང་པོ་བར་སྣང་དུ་ལྡིང་དགོས་ཆེ་བའང་མཐོང། རེད་པ། རྒྱུག་ཆུའི་སྟོད་ཕྱོགས་རིང་ཙམ་དུ་འཁོད་བསྡད་ཡོད་པའི་མི་རྫུན་རལ་ཆེན་པོ་ཞིག་བཀྲམ་པའི་སྟེང་དུ་བྱ་ཤ་དང་བག་ལེབ་སོགས་བཟའ་བཏུང་ཡོད་དོ་ཅོག་སྤུངས་ཚང་མ་དེ་རང་དུ། ཡང། ཁོས་ཁ་ལག་མ་བཏོན་པར། གཡས་གཡོན་མཐའ་སྐོར་དུ་མིག་ཡུལ་བརྒྱབ་ནས། གྲོགས་པོ་གྲོགས་མོ་རོལ་བ་སུ་ཞིག་འདུག་ལྟ་བཞིན་པའི་སྐབས་སུ་སྔར་གྱི་དེ་ལས་ཀྱང་སྣང་སུས་བདེ་བ་ཅིག་མཐོང། བདག། བདག། བདག། མོ། མོ་རང་ཡར་ལངས་ནས་བྲག་ཟུར་དུ་སོང་སྟེ། ཆུ་སྟེང་ནས་འདི་བར་མཐོ་ལོས་ཇི་འདྲ་ཡིན་ནམ་ཟེར། ཁྱེད་རང་འདིར་ཡོད་པར་བསམ་ན། དེ་ནས་ཡར་ལངས། ཕ་གིས་གསུངས་ནས་རྡོ་གཅིག་སྤྲུགས་ཏེ། འདིར་གཟིགས་དང། ཐོ་བཙན་ཇི་ཡིན་ངས་བཤད་ཆོག། ཟེར་ནས་རྡོ་དེ་མར་འཕངས། ད་རེས་ས་ཆ་ཡག་ཙམ་ཞིག་ནས། ཡིན་ད། ས་ཏོག་ཙམ་མི་འཇིག་ས་ནས། རྡོ་དེ་གཡུགས་དུས། སྐད་ཆ་གྲངས་ཀ་བརྒྱབ་ནས་ང་ཚོའི་མཐོ་ཚད་ཀི་ལོ་མི་ཏྲི་མང་པོ་རེད་ཟེར་ན། མི་སྣང་སུས་བདེ་པོ་དེ་ཕལ་ཆེར། ལྐུགས་པ་ཁྱོད་ཁྱོད་དང་མཉམ་དུ་འགྲོ་མཁན་སུ་ཡོང་ཟེར་གི་རེད། དེ་འདྲ་བྱེད་དགོས་ཀྱི་མ་རེད། མཐོ་ལོས། མཐོ་ལོས་ག་འདྲ་བྱེད་ཐུབ། གང་ཟག་རྣ་བར་འགྲོ་བོ་དེའི། བློ་ལ་བབ་པ་ཇི་འདྲ་བྱེད་ཐུབ། ཐབས་ཤེས་ཤིག་ཡོད་རེད་པས། ད་ལྟའི་བར་ང་ཚོས་སྐོར་ཞུ་སྐོར་ལབ་གླེང་བྱས་མེད། དེའི་སྐོར་ཤེས་ན་རྩིས་རྒྱག་ཐུབ་ཀྱི་རེད། ག་རེ་བྱེད་དགོས་པ་ངས་བསྟན་འཇོག། གང་བྱེད་དགོས་ཟེར་ན། རྡོ་དེ་ཐད་ཀར་མ་གཡུག། པང་ལས་རིང་པོ་གཅིག་གྲ་སྒྲིག་བྱས་ན། དེ་ནས་པང་ལས་དེའི་སྟེང་དུ་རྡོ་ཆེན་པོ་ཞིག་འཇོག་ཐབས་བྱས། དེ་ཁྱེད་རང་གི་ལྗིད་ཚད་ལེན་རྒྱུའི་ཆེད་དུ་རེད། འགྲིག་སོང་ངས། ད་ག་རེ་བྱེད་དགོས་རེད་ཟེར་ན། པང་ལས་ཀྱི་ཟུར་བར་དུ་གོག་འགྲོས་བྱས་ནས། སྤང་ལེགས་ཟུར་དུ་འདི་འདྲ་བྱས་ནས་ཡོད་དུས། འདི་ནས་རྡོ་འདི་མར་གཡུགས་ན། གཅིག་གཉིས་གསུམ་བཞི་ལྔ། ལྔ་ལ་ལྔས་བསྒྱུར་ན་ཉི་ཤུ་རྩ་ལྔ་དང་ཉི་ཤུ་རྩ་ལྔ་ལ་ལྔས་བསྒྱུར་ན་གྱ་ཉི་ཤུ་རྩ་ལྔ་ཡིན་དུས། ང་ཚོ་ཡོད་ཚད་ཀྱི་མཐོ་ཚད་མི་གྲངས་གྱ་ཉི་ཤུ་རྩ་ལྔ་རེད། མི་སྣང་བ་འགྲོ་བོ་དེ་ད་རེས་ཡར་ལེན་ག་འདྲ་ཞིག་བྱས་ཡོང། མི་སྣང་སོས་བདེ་བོ་དེ་ཧང་སངས་ནས་རྐང་པ་ཡར་གྱིས་ཡར་བཀྱགས་དུས་རྡོ་ལ་འཐིབས་པ་རེད། ཨ་ནི་ག་རེ་བྱེད་འགྲོ་བོ་དོ། རྡོ་མར་ཟ་བ་དང་མཉམ་དུ། ཁོ་རང་ཡང་ཆུའི་ནང་མར་ཟགས་པ་རེད། སྟག་ལབ་བཞིན་ཁོ་རང་སྐད་བརྒྱབ་ཤེས་ཀྱི་ཡོད་ལབ་པ་རེད། གང་ནས་མར་ག་རེ་ཡོང་གི་ཡོད་རེད། འོང། དེ་འདྲ་རང་ད་བྱེད་དགོས་ཀྱི་མ་རེད། བྱེད་སྟངས་གཞན་པ་གཅིག་ཡོད་པ་དེ། ཤེས་མཁན་སུ་ཡོད། ལི། རྡོ་འདི་ཡར་གཡུག་རྒྱུ་རེད། རེད།
རྡོ་དང་གཏམ་ལ་ཡར་གཡུག་ན། གཅིག་པོ་སུ་ལྷག་གི་རེད། ཡང་གལ་སྲིད་རྡོ་འདི་མར་གཡུག་ནས་གྲངས་ཀ་བརྩིས་ན། གཅིག་པོ་སུ་ལྷག་གི་རེད། གལ་ཏེ་གཅིག་པོར་ཉོབ་ནས་སྡོད་འདོད་མེད་ན་རྡོ་འདི་ག་བར་གཡུག་དགོས་རེད། ཐད་ཀར་གཡུག་ན། མ་རེད་པས། རེད་ཐད་ཀར་གཡུག། ས་ལ་ལྷུང་རྒྱུའི་དུས་ཚོད་འདི། ཐད་ཀར་མ་གཡུག་པ་དང་གཅིག་པོ་གཅིག་རྐྱང་རེད། ད་གསལ་བོ་ཆགས་སོང་ཨ། ཙི་དེ་སྟབས་བདེ་བོ་མི་འདུག་གས། གོང་དུ་བཤད་ཚར་བ་རེད། སོ་སོ་ཡོད་སའི་བྲག་དེའི་མཐོ་ཚད་ཤེས་དགོས་པ་དེ་རེད། ད་རེས་ཐད་ཀར་གཡུག་ནས་སྐར་ཆ་གྲངས་ཀ་བརྒྱབ་ན། ཐད་ཀར་ལྷུང་དུ་བཅུག་པ་དང་གཅིག་པོ་རང་རེད། ཡག་པོ་འདུག་ཨ། ག་རེ་བྱས་ན་ཡག་པོ་བྱུང་ཨ། ཤིང་གི་ཡོད་པས། འདི། སྔོན་གང་རིག་པ་རེད། སྔོན་གང་རིག་པ། རེད། རེད། ང་ཚོས་ད་ལྟ་རང་ལབ་རིང་བྱེད་བཞིན་པ་འདིའི་སྐོར་ལ་ཡང་དྲི་བ་ཧ་ཅང་ཁག་པོ་དེ་འདྲ་ཤེས་འདོད་བྱེད་ཀྱིན་ཡོད་པས། དམིགས་བསལ་འདི་དང་འདི་ཞེས་བརྗོད་རྒྱུ་མེད་ཟེར་མཁན་ག་ཚོད་ཡོད། ང་ཚོས་ད་བར་གླེང་སློང་བྱས་པའི་གནད་དོན་ཚང་མ་འདུས་པའི་དྲི་བ་གནད་དུ་ཆེན་པོ་ཞིག་བཀོད་པ་ཡིན་ན། ངས་བསྟན་གོ་ཨ། ཀ་སྟོང་ཞིག་གི་རྩེ་ནས། སྤོ་ལོ་རྩེད་མཁན་གཅིག་གིས་རྡོ་གཅིག་གཡུགས་པ་རེད། རྡོ་དེ་འདི་ནས་ཐད་ཀར་འགྲོ་གི་རེད། ཀ་གདོང་དེའི་མཐོ་ཚད་ཀྱང་མི་ཀྲེར་ལྔ་ཡིན་དུས། ཀ་གདོང་ཡོད་ས་དེ་ནས་རྡོ་དེ་ཤུགས་གང་ཡོད་ཀྱིས་གཡུགས་དུས། མི་ཀྲེར་ཉི་ཤུ་རྩེག་ལྔ་སོང་བ་རེད། ཁྱེད་རང་གི་དྲི་བ་འདི་རེད། ཕལ་ཆེ་བར་ངས་བདུན་ཅུ་གི་ཉིན་ཤས་རིང་བསམ་བློ་གཏོང་རྒྱུའི་དུས་ཚོད་སྤྲོད་ཀྱི་ཡོད། སྤོ་ལོ་དེའི་བར་ཐག་འདི་འདྲ་སླེབས་པར་མགྱོགས་ཚད་ག་ཚོད་ཡིན་ནམ་བསམ་བློ་ཐོངས། ད་སྤྲད་ན་ད་ཆ་ང་ཚོས་ཕར་འཕྲེད་ལ་གཡུག་གི་ཡོད་རེད། མགོ་ནས་ད་ཇི། དངོས་པོ་གཅིག་མགྱོགས་ཚད་ཟེར་དུས། ས་བདག་རིང་ལུགས་ཇི་ཙམ་སོང་བ་དེ་དུས་ཡུན་ཇི་ཙམ་འགོར་བ་དེ་གོ་རྒྱུ་རེད། ལན། ཤེས་མཁན་ཚོས་སྐད་མ་བརྒྱབ་པར་ལག་པ་རྐྱོང་དང། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་ད་དུང་གཉིས། དགུ། བཅུ། མི་བཅུས་ལན་ཤེས་ཀྱི་ཡོད་པ་འདྲ། མི་བཞི་བཅུས་ལན་ཤེས་ཀྱི་མེད་པ་འདྲ། ད་ལྟ། རིང། སྙོམས་འཛིན་འགྲོ་སྟངས་ཀྱི་ང་ཚོའི་བསམ་བློའི་ཁ་ཕྱོགས་འབྲི་ཐབས་བྱེད་དགོས། དེ་ནས་སྤོ་ལོ་དེ་འཕྲལ་དུ་ཐད་ཀར་འཕེན་པ་ཡིན་དུས། ས་རྟགས་ལ་དུས་ཚོད་ཀྱི་དགོས་རྒྱུ་རེད། ང་ཚོས་སྤོ་ལོ་དེ་རྒྱང་ཐག་ཇི་ཙམ་སོང་བ་ཤེས་ཀྱི་ཡོད་དམ་ཟེར་ན། དེ་ཤེས་ཀྱི་ཡོད། རྒྱང་ཐག་ག་ཚོད་རེད་ཟེར་ན། རྒྱང་ཐག་མི་གྲངས་ཉིས་བརྩེགས་ལྔ་རེད། འོ་ན་ང་ཚོས་སྤོ་ལོ་དེ་བར་སྣང་དུ་དུས་ཡུན་ག་ཚོད་གནས་པའང་ཤེས་ཀྱི་ཡོད་རེད་པས། མ་རེད། དེ་ང་ཚོས་ཤེས་ཀྱི་མེད་ཙང་རྩིས་རྒྱག་ཐུབ་ཀྱི་མ་རེད། མི་སྲིད་པ་ཞིག་རེད། སྐར་མ་གཅིག་བསྒུགས་དང། དུས་ཚོད། སྤྲད་མེད་ནའང། ད་ཆ་དངོས་ཁམས་ཀྱི་ཤེས་བྱ་ལ་བརྟེན་ནས། ང་ཚོས་དུས་ཡུན། འཚོལ་ཐུབ། ཡིན། ད་སྤོ་ལོ་བར་སྣང་དུ་གནས་པའི་དུས་ཡུན་ཤེས་ཐུབ་མཁན་ག་ཚོད་ཡོད། ལས་སླ་པོ་བྱས་ནས་བཤད་ན། གལ་ཏེ་སྤོ་ལོ་འདི་ནས་ཐད་ཀར་ལྷུང་དུ་བཅུག་ན། ག་ཚོད་འགོར་གྱི་འདུག། འདྲ་པོ་ལོ་ནས་འགོ་བཙུགས་པ་རེད། གཅིག། གཅིག་ཨེ། ཡིན་ནའང་ཁོས་ཐད་ཀར་ལྷུང་དུ་མ་བཅུག་པར། གཡས་གཡོན་དུ་གཡུག་གི་ཡོད་རེད། ཉེ་འགྲམ་གྱི་རོགས་པོ་ཚོ་གོ་ཐུལ་བྱས་ནས། ཁོང་ཚོས་འདི་ལས་ལན་འདེབས་ཐུབ་པར་རོགས་རམ་བྱེད་ཐུབ་གི་ཡོད་ཅེས་ལྟོས་དང། སྐར་ཆ་གཅིག་རེད་ལབ་མཁན་ག་ཚོད་ཡོད། ལག་པ་རྐྱོང་དང། དག་རེད། སྐར་ཆ་གཅིག་རེད། རྒྱུ་མཚན་གང་རེད་ཟེར་ན་དངོས་པོ་ཞིག་མི་དྲན་ང་མར་ལྷུང་རྒྱུར་སྐར་ཆ་གཅིག་དགོས་ཀྱི་ཡོད་རེད་དེ་ནས་ཕྱི་ལ་ཕར་གཡུག་གི་ཡིན་ནའང་མར་ལྷུང་རྒྱུ་དེ་མི་དྲན་ང་རང་རེད། འདི་འདི་འདྲ་བོ་རེད། གལ་ཏེ་འདི་རྩི་ཤིང་ལྔ་ཡིན་པར་ཆ་བཞག་ན་དེ་ནས་ཕྱིར་ཐོན་པར་ཡིན་ནའང་དེ་ནས་མར་རྩི་ཤིང་ལྔ་རང་འཇགས་རེད་ཕར་སྣང་ནས། དེ་འདྲ་ཡིན་དུས་སྐར་ཆ་གཅིག་དགོས་ཨོ་རེད། བྱས་ཙང་མི་དྲན་ཉི་ཤུ་རྩེ་ལྔ་དེ་སྐར་ཆ་གཅིག་དགོས་ན། སྐར་ཆ་གཅིག་ལ་མི་དྲན་ཉི་ཤུ་རྩེ་ལྔ་རང་རེད་ད་གསལ་པོ་ཆགས་སོང་ངས། དངོས་ཁམས་ཀྱི་གནས་ལུགས་ཡག་པོ་ཞིག་རེད་ག་བོ་བྱུང་སོང་ངས། དྲི་བ་གཅིག་ཡོད། གལ་ཏེ་རི་འདི་འདྲ་བོ་ཞིག་ཡོད་ན་སྤོ་ལོ་འདི་བར་སྣང་དེ་དུས་ཡུན་རིང་བ། འདོད་ཀྱི་རེད་མ་རེད། སའི་གོ་ལའི་གུག་ཆ་ལ་བརྟེན་ནས་སྤོ་ལོ་འདི་བར་སྣང་དེ་དུས་ཡུན་རིང་བ། གནས་སྲིད་དམ། གལ་ཏེ་ཧ་ཅང་ཤུགས་ཆེན་པོ་གཡུག་པ་ཡིན་ན་སའི་གོ་ལའི་གུག་ཆ་ལ་མ་ལྟོས་པར། ཐག་རིང་པོར་ཐལ་ནས་འགྲོ་སྲིད་ཀྱི་རེད། ལྟོས་དང། མཐོང་སོང་ངམ། དོན་དངོས་ལ་ད་དུང་དེ་ལས་ཤུགས་ཆེ་རུ་བཏང་ནས་འཇལ་འགྱོགས་འཇལ་འགྱོགས་སུ་བཏང་ན། ནམ་ཞིག་སའི་གོ་ལའི་གྱང་མཚམས་ལས་བརྒལ་ནས་འགྲོ་ཡང་སྲིད་ཀྱི་རེད། ཨའི་སིག་ནི་ཀྲུན་གྱིས་ཕྱི་ལོ་ཆིག་སྟོང་བདུན་བརྒྱའི་ནང་ལ་དངོས་གང་རིག་པའི་གནས་ལུགས་འདི་འདྲ་ཞིག་རྟོགས་པ་རེད། སའི་གོ་ལའི་སྟེང་དུ། རླུང་གི་འཕུལ་ཤུགས་ཀྱི་རིམ་པ་ལས་འདས་པ། རི་བོ་ཤིན་ཏུ་མཐོན་པོ་ཞིག་ཡོད་པར་ཆ་བཞག། རི་དེའི་རྩེ་ནས་མེ་སྒྱོགས་ཤིག་འཕངས་པ་ཡིན་ན། གལ་ཏེ་གོ་ལའི་འཐེན་ཤུགས་མེད་ན། མདེའུ་དེ་ཐད་ཀར་འགྲོ་དགོས་ཀྱི་རེད། ཡིན་ན་ཡང་མདེའུ་དེ་ཐད་ཀར་འགྲོ་མི་ཐུབ་པའི་རྒྱུ་མཚན་གང་ཡིན་ནམ། གོ་ལའི་འཐེན་ཤུགས་ཡོད་ཙང་མར་འཐེན་གྱི་ཡོད་རེད། དེ་འདྲ་ཡིན་དུས་མེ་སྒྱོགས་ཀྱིས་མདེའུ་དེ་འདི་འདྲ་བྱས་ནས་མར་འགྲོ་གི་རེད། རེད་བ། གལ་ཏེ་ངས་མེ་སྒྱོགས་དེ་ཤུགས་ཆེ་རུ་བཏང་ན། བར་སྣང་ལ་ཡུན་རིང་ཙམ་གོང་མདོག་ཧ་བ་རེད་གང་ལྟར་མར་ལྷུང་གི་རེད། ངས་ད་དུང་ཅུང་ཟད་དཔའ་བ་ཡིན་ན། ས་ལ་བབས་རྒྱུར་འགོར་ཆེ་བ་ཡིན་ནམ་གཅིག་པ་རང་གི་ཡིན་ཡང་ན་འགོར་ཆུང་བ་ཡིན། འགོར་ཆེ་བ།
པའོ། ད་ངས་ག་རེ་བྱེད་ཀྱི་འདུག་ལྟོས་ཨ། མེ་སྒྱོགས་ན་རྫས་ཡང་མང་དུ་བཏང། ཡོད་ཚད་ཚང་མ་བླུགས་ནས་མེ་སྒྱོགས་བརྒྱབ་པ་ཡིན་ན། དེ་ལ་བལྟ་ཨ།
པའོ།
མདེའུ་དུ་མ་ལྷུང་གི་འདུག་གས། ད་དུང་ལྷུང་གི་འདུག་གས། མེ་སྒྱོགས་ཕར་ཙམ་སྤོ་དགོས་ས་རེད། ཨའི་སེང་ནི་སྒྲུང་གི་མཁས་མདོག་བྱུང་བ་ལྟ་ན་ཤུགས་ཚད་ངེས་ཅན་ཞིག་གི་འཕེན་པ་ཡིན་ན། མ་མ་ལྷུང་བར། སའི་གོ་ལར་འཁོར་དགོ་བ་འདོད་ཀྱི་རེད། ཡང་བསྐྱར། ཡང་བསྐྱར། ཡང་བསྐྱར་འཁོར་བསྡད་ཀྱི་རེད། དེའི་མགྱོགས་ཚད་ནི་མགྱོགས་པོ་རེད། དཔེ། མི་སྲིད་མགྱོགས་པོ། གོ་ལའི་འཁོར་ལམ་དུ་སྐྱེལ་སྟངས་དེ་འདྲ་རེད། ལས་སླ་བོ་མི་འདུག་གས། མེད་མགྱོགས་མ་ཡིན་པར། ལྕགས་ལག་འདི། ང་ཚོས་མེ་ཤུགས་འཕུར་མདའི་སྟེང་དུ་བཞག་པ་ཡིན། འདི་འདྲ་བྱས་ནས། ཁོ་ཁ་བར་སྡོད་ཀྱི་རེད། ང་ཚོས་ཟུག་རྡུང་རླུང་འཕྲིན་ནང་བལྟས་ན། མཁའ་སྐྱོད་འཕྲུལ་འཁོར་དང་དེའི་ནང་གི་མི། བར་སྣང་ནས་སའི་གོ་ལ་ཇི་ལྟར་སྣང་ཚུལ། འཕྲུལ་འཁོར་དེ་ཡང། ཡང་ནས་ཡང་དུ་སའི་གོ་ལར་འཁོར་ནས་སྡོད་ཀྱི་ཡོད་པ་མཐོང་གི་རེད། ཧ་ཅང་མགྱོགས་པོ་འཁོར་བའི་དབང་གིས། སའི་འགུགས་བྱའི་ཕྱོགས་སུ། འཐེན། ཐུབ་ཀྱི་མེད་པ་རེད། འདི་འདྲ་ཡོང་བ་ལ། མགྱོགས་འདེད་དེའི་མགྱོགས་ཚད་ཇི་ཙམ་ཞིག་ཕུལ་དགོས་པ། ཨའི་སིག་ནིའུ་ཏྲོན་མཆོག་གིས་རྩིས་རྒྱག་པ་རེད། ཨའི་སིག་ནིའུ་ཏྲོན་ཁོང་ཕུལ་དུ་བྱུང་བ་ཞིག་རེད། སློབ་གྲྭའི་སྒོ་ར་འདིའི་ནང་མགྱོགས་མདེལ་དེ་མགྱོགས་ཚད་ཇི་ཙམ་ཞིག་ཕུལ་དགོས་པ། རྩིས་རྒྱག་ཐུབ་མཁན་ཡོད་རེད་བསམ་གྱི་འདུག་གས། ངས་བྱས་ན་ཁང་པ་འདི་རང་གི་ནང་ལ། ཤོག་བུ་དང་སྨྱུ་གུ་མེད་པར་མགྱོགས་མདེལ་དེའི་མགྱོགས་ཚད་ཇི་ཙམ་ཞིག་ཕུལ་དགོས་པ། རང་གིས་བསམ་བློ་བཏང་ནས་ཁོག་རྩིས་རྒྱབ་ཐུབ་མཁན་ཡོད་ཀྱི་རེད་དྲན་གྱི་འདུག་ལམ་སྟོན་ཅུང་ཟད་བྱས་ན་ངས་བསམ་པར་ཁང་པ་འདིའི་ནང་སློབ་ཕྲུག་བརྒྱ་ཆ་གྱ་བཅུས་རྩིས་རྒྱབ་ཐུབ་ཀྱི་རེད་དྲན་གྱི་འདུག། ཚོད་ལྟ་བྱེད་མཁས། སོ་སོ་ངོ་ཤེས་མི་བགྱིད་ལ། ཡིན་ད། ངས་ཐིག་རྩིས་ཀྱི་གནས་སྟངས་ཤིག་བཤད་ཆོག། ང་ཚོ་གནས་སའི་འཛམ་གླིང་འདི་ཐེར་ལྡན་མ་ཞིག་རེད། གུག་ཆ་ཡོད་པ་ང་ཚོས་ཤེས་གསལ་ལྟར་རེད། གལ་ཏེ་སའི་སྟེང་ནས་མི་གྲལ་གཅིག་གི་མཐོ་ཚད་ནས། ལས་ཟིལ་གྱི་འོད་ཅིག་བཏང་བ་ཡིན་ན། དཔེར་ན་ཀེ་ལི་ཧྥོ་ནི་ཡའི་མུ་ཧེབ་བྱེ་ཐང་ལྟ་བུ། མེ་ལེ་བརྒྱ་ཕྲག་དང་བརྒྱ་ཕྲག་ཡོད་པའི་བྱེ་ཐང། དེར་དེའི་སྟེང་ནས་འོད་ཟིལ་དེ་འཕེན་པ་ཡིན་ན། གང་ཙམ་ནས་ལས་ཟིལ་གྱི་འོད་དེ་ཕལ་ཆེར་ཡར་འཁྱོག་གི་ཡོད་པ་འདྲ་བོ་མཐོང་གི་རེད། འོན་ཀྱང་དེ་འདྲ་མ་རེད། འོད་ཟིལ་དེ་ཐད་ཀར་སོང་བ་དང་སའི་གོ་ལའི་འགུགས་བྱའི་དབང་གིས་དེ་འདྲ་མཐོང་བ་རེད། ངས་ས་ཁམས་རིག་པའི་དགེ་རྒན་ཞིག་གིས་གསལ་བཤད་ཐུབ་པའི་གནས་ལུགས་ཤིག་བཤད་ན། གལ་ཏེ་ཁྱེད་རང་ཀི་ལུ་མི་ཏྲར་བརྒྱད། མི་ཏྲར་བརྒྱད་བརྒྱ་སོང་ན། མི་དྲན་ང་འཐོར་འགྲོ་གི་རེད། ད་ལྟ་ཡོད་ས་དང་འདི་བར་བསྡུར་ན། མི་དྲན་ང་འཐོར་ཕྱིན་ཡོད། མདོར་བསྡུས་ནས་བཤད་ན། ཁྲིད་སྟེགས་ཀྱི་ཚུལ་དུ་ཀི་ལོ་མི་ཏེར་བརྒྱད་རེ་སོང་ན། ས་ངོས་ནས་མི་དྲན་ངར་འཐོར་འགྲོ་རྒྱུ་རེད། ལབ་ཡག་དེ་དེ་རང་རེད། མི་དྲན་ང་རག་སྟངས་དེ་སྙིང་རྗེ་བོ་ཅིག་རེད། མི་དྲན་ང་འདིའི་སྐོར་ང་ཚོས་གོང་དུ། མང་པོ་གླེང་སློང་བྱས་ནས་བཤད་ཟིན་པ་རེད། གལ་སྲིད་འདི་ནས་ལས་སེའི་འོད་མདངས་ཤིག་འཕངས་པའི་རྗེས་སུ། ནེའུ་ཆུང་གི་བསམ་པ་ལྟར་མེ་སྐྱོན་ཞིག་ས་ཆ་འདི་རུ་བཙུགས་ནས། མེ་སྐྱོན་འདི་ནས་བརྒྱབ་པ་ཡིན་ན། མདེའུ་འདི་ལས་སེའི་ནང་བཞིན་ཐད་ཀར་འགྲོ་ཐུབ་ཀྱི་རེད་དམ་ཟེར་ན། ལས་ལ་འགག་སྒྲ་ཞིག་ཡོང་རྒྱུ་རེད། ཡིན་ད། ཏིང་འཛིན་རང་བྱས་ན། ཡིན་གྱི་མ་རེད། ཚིག་དེའི་ཡི་གེ་དང་པོ་ཇི་རེད། ང་ཚོས་དེའི་སྐོར་རོབ་ཙམ་ཤེས་ཀྱི་ཡོད། ད་བྱས་ན་གང་ཟེར་བ་དེ་རེད་བས། གོ་ལའི་འཐེན་ཤུགས་ཡར་འཐེན་གྱི་རེད་དམ་མར་འཐེན་གྱི་རེད། མང་ལེ་ཨེ། ཏོས་ཨ། ངས་མེ་སྒྱོགས་ཀྱི་མདེའུ་དེའི་མགྱོགས་ཚད་སྐར་ཆ་རེར་ཀི་ལོ་མི་ཀྲེར་གཉིས་རེ་འཕངས་པར་ཆ་བཞག་ན། མདོ་དོན་ཀི་ལོ་མི་ཀྲེར་གཉིས་འགྲོ་རྒྱུར་དུས་ཡུན་སྐར་ཆ་གཅིག་འགོར་གྱི་ཡོད་རེད། དེ་འདྲ་བྱེད་དུས་སྐར་ཆ་གཅིག་གི་རྗེས་སུ་འདི་ཙམ་འགྲོ་གི་རེད། དེའི་རིང་ཚད་ཇི་འདྲ་རེད། དེ་ནས་ཀི་ལོ་མི་ཀྲེར་གཉིས་བྱེད་དུས་འདི་འདྲ་ཞིག་ཡིན་རྒྱུ་རེད། ཏག་ཏག་ཕ་གི་བར་དུ་སླེབས་ཀྱི་མ་རེད་འོག་ལ་མར་ལྷུང་གི་རེད། འཁོན་ས་ས་ཐོག་གང་ཡང་མེད་ན་ག་ཚོད་བར་དུ་ལྷུང་གི་ཡོད་པ་ཤེས་མཁན་ག་ཚོད་ཡོད། ཨེ་ནས་མགོ་བཙུགས་པ་དང་ཨའི་ནས་མཇུག་རྫོགས་གི་རེད། ཡིན་ད་ཤུགས་རྒྱོབ། ང། མི་འབྲལ་ང། དེ་མི་འབྲལ་ང་མ་ལྷུང་གི་རེད་མགྱོགས་ཚད་ག་ཚོད་འགྲོ་ནའང་འགྲོ། ཡང་སྙིང་མ་ལྷུང་བའི་ཆ་དེ་མི་འབྲལ་ང་རང་རེད། འགྲིག་སོང་ང། དངོས་གནས་འགྲོ་ས། འདི་འདྲ་རེད། ཏག་ཏག་འདི་འདྲ་ཞིག་ལ་བབ་དགོས་ཀྱི་རེད། གལ་ཏེ་ད་དུང་བར་སྣང་དུ་འགྲོ་གི་ཡོད་ན། ཕལ་ཆེར་ས་སྟོང་པ་འདྲ་བོ་ཞིག་གྲུ་དགོས་ཀྱི་རེད། ཉོན་ཨ། འདིའི་ཚད་ཏག་ཏག་མ་རེད། ཡིན་ནའང་ངའི་མལ་སྐྱོགས་ཀྱི་མདེའུ་དེའི། འགྲོ་ལམ་མ་ཁུག་པ་དེ། སྟོན་གྱི་ཡོད། གང་ལྟར་གོ་ལའི་འཁོར་ལམ་ནང་སྐྱེལ་ཐུབ་ཀྱི་མ་རེད། བྱེ་མའི་ནང་ལྷུང་རྒྱུ་རང་རེད། དེ་འདྲ་ཡིན་དུས། ཤུགས་དཔག་དགོས་ཀྱི་ཡོད་རེད། སྐར་ཆ་རེ་ལ་ཀི་ལོ་མི་ཀྲི་བཞི་རེད། བཞི་རེད། གལ་ཏེ་ངས་སྐར་ཆ་གཅིག་གི་རྗེས་ལ་ཀི་ལོ་མི་ཀྲི་བཞི་འགྲོ་རྒྱུའི་ཤུགས་བརྒྱབ་ན། སྐར་ཆ་གཅིག་གི་རྗེས་སུ་ག་བ་སླེབས་ཀྱི་རེད། ཀི་ལོ་མི་ཀྲི་བཞི་ཡོད་པ་མཐོང་གི་འདུག་གས། ཀི་ལོ་མི་ཀྲི་བཞི་ཡིན་ས་ཏག་ཏག་སླེབས་ཐུབ་ཀྱི་མ་རེད། འོ་ན་ག་བ་བར་དོ། མང། འོག་ལ་མང། སྐར་ཆ་གཅིག་གི་ནང་ལ་ག་བ་བར་དོ། རོགས་པ་ཚོར་སྐད་ཆ་དྲིས་དང། སྐར་ཆ་གཅིག་གི་ནང་ལ་མར་ཇི་ཙམ་འཕར་བ་ཤེས་ཐུབ་ཀྱིན་འདུག་གས། ད་དུང་དབྱར་མི་དྲོད་སྔ་རེད་བས། རེད། ད་དུང་དབྱར་མི་དྲོད་སྔ་རང་རེད། ཡིན་ད། ལྟོས་ཨ། བྱེ་མ་དེ་བཀག་གི་འདུག་ན། མར་དྲུད་དགོས་ཀྱི་རེད། སྦྱར་མ་ཁྱེར་ནས། དྲུད་དགོས། ལམ་ངོ་མ་དེ་འདི་འདྲ་ཞིག་རེད། ཡུད་ཙམ་གྱི་རྗེས་སུ། ངས་འདི་བར་དུ་སོང་ནས་ལག་པ་འདི་བརྐྱངས། སའི་གོ་ལའི་འཁོར་སྐར་ཅིག། འཁོར་ལམ་དུ་བསྐྱལ་དགོས་ན། དེ་མགྱོགས་ལུས་གཏོང་དགོས་ཀྱི་ཡོད་མིན། རྩིས་རྒྱག་ཐུབ་མཁན། ག་ཚོད་ཡོད་དམ་དྲིས་རྒྱུ་ཡིན། འོན་ཀྱང་ད་ལྟ་བྲིས་མེད། རེད་བ། འོ་ན་ངས་སྐར་ཆ་གཅིག་ལ་ཀི་ལོ་མི་ཀྲོའི་དྲུག་འགྲོ་ཐུབ་པའི་ཤུགས་བརྒྱབ་ན། སྐར་ཆ་གཅིག་ལ། ག་བ་བར་དུ། འགྲོ་ཐུབ་ཀི་རེད། ཀི་ལོ་མི་ཀྲོ་དྲུག།
ཀི་ལོ་མི་ཀྲོའི་དྲུག།
སྐར་ཆ་གཅིག་ལ་ཐག་རིང་པོ་རེད། ཕལ་ཆེར་འདི་འདྲ་གཅིག་ལ་ཡིན་རྒྱུ་རེད། དངོས་གནས་ཡི་གེ་བར་དུ་སླེབས་གི་རེད་པས། མ་རེད། འོ་ན་ག་བ་བར་དུ། འོག་ལོ་མ། འོག་ལོ་མ་ཐག་རིང་ལུགས་ཤེས་མཁན་ག་ཚོད་ཡོད། འོ་ན་ཤེས་མཁན་མེད་ཟེར་མཁན་ག་ཚོད་ཡོད། སྐར་ཆ་གཅིག་ལ་མི་གྲལ་དྲུག། ངས་ནི་ཤིང་མེད། ཡིན་ད། འོག་ལོ་མ་ཐག་རིང་ལུགས་ག་ཚོད་རེད། ལྔ། མི་གྲལ་ལྔ།
ཏན་ཏན་འདི་འདྲ་ཞིག་རེད། ད་ས་སྟོང་ཞིག་བརྐོ་རྒྱུ་རེད། ཡང་བསྐྱར་སྦྱོང་དགོས་ཀྱི་འདུག། ད་བརྐོ་རྒྱུ་རེད། ཤེས་སོང་ང། ཧ་ཅང་གཏིང་ཟབ་བོ་དགོས་ཀྱི་མ་རེད། འགྲོ་ལམ་གྱི་འདི་འདྲ་ཞིག་རེད། ད་འོ་ན་ངས་བཀའ་ཤག་ཅིག་ལ། སྐྱིད་ལུག་མི་འདྲའི་མདུན་དང་ཕྱེད་ཀ་འཕེན་ན། ཆ་ཚིག་རྒྱབ་འཚུགས་མཁན་ཡོད་པས་མདུན་དང་ཕྱེད་ཀ་བྱས་དུས། བཀའ་ཤག་ཅིག་སོང་བའི་རྗེས་སུ་ག་བ་བར་དུ་སླེབས་ཀྱི་རེད། མདུན་དང་ཕྱེད་ཀ་ད་ག་རང་རེད་འདི་འདྲ་ཅི་ལ་ཡིན་རྒྱུ་རེད། དངོས་གནས་ཡར་རྒྱུག་བར་དུ་འགྲོ་ཐུབ་ཀྱི་རེད། དེ་ནང་བཞིན་མ་ལངས་ལྷུང་གི་རེད། ཐག་རིང་ལུས། ད་དུང་བཀྲུ་དགོས་ཀྱི་འདུག། མགྱོགས་ཚད་ག་འདྲ་ཞིག། གང་འདྲ་ཞིག་བྱུང་བ་ཡིན་ན་ངས་ད་དུང་འདིར་ས་དྲུད་མི་དགོས་པ་ཞིག་ཡོང་སྲིད་ཀྱི་རེད། འཁོར་སྐར་ཞིག་སའི་གོ་ལར་འཁོར་ནས་སྡོད་སའི་འཁོར་ལམ་གྱི་ཐོག་ཏུ་བསྐྱལ་རྒྱུར་མགྱོགས་ཚད་ཇི་འདྲ་ཞིག་དགོས་མིན་ཁོག་རྩིས་རྒྱག་ཐུབ་མཁན་ག་ཚོད་ཡོད་འགྲོ། ནིའུ་ཏུན་གྱིས་བཤད་པ་ལྟར་གྱི། རྩིས་རྒྱབ་ཚ་མཁན་ག་ཚོད་ཡོད། ཁྱེད་རང་ཚོ་ནང་ལ་ག་ཚོད་ཡོད། ལག་པ་རྐྱོང་དང། སྐར་ཆ་རེ་རེ་ལ་ཀི་ལོ་མི་ཏྲེར་བརྒྱད། མི་ཞིག་གི་དེབ་དེ་སློབ་གྲྭ་ཆེན་མོའི་དངོས་ཁང་རིག་པའི་དེབ་ཡིན་ནམ་ཟེར་ན། རེད། ངས་མཐོ་རིམ་སློབ་གྲྭའི་དངོས་ཁང་རིག་པ་སྦྱོང་གི་ཡོད། ཟེར་གི་རེད། ངའི་དྲི་བ་དེར་ལན་རྒྱབ་ཐུབ་ཀི་རེད་པས། ཁོ་སྐར་དེ་ཚོ་མར་མི་ལྷུང་བར་རྒྱུ་མཚན་ག་རེ་ཡིན་ནམ། ཁྱེད་རང་མཐོ་རིམ་སློབ་མ་སོང་ཙང་ང་འགྲེལ་བཤད་རྒྱོབ་དང། ཁྱེད་རང་གིས་འོ་རེད་ཐི་ཚིག་རྒྱག་རྒྱུ་རང་རེད་ཅེས་ལབ་ཀི་རེད། གལ་ཏེ། ཕྲུ་གུ་འདི་ལ་ཁྱེད་རང་གི་ལན། རྩིས་རྒྱག་རྒྱུ་རེད་ཟེར་བ་དེ་གསལ་བོ་ཆགས་འདོད་ཡོད་ན་དེ་ལས་འགྲེལ་བཤད་གསལ་བོ་ཞིག་རྒྱབ་ཐུག་འདུག་གས། ཕལ་ཆེར་འདི་འདྲ་བོ་ཞིག་ལ་མདོ་ཁ་བོ་རེད། ང་ལ་རྡོ་གཅིག་ཤུགས་དང། ངས་རྡོ་དེ་མར་ལྷུང་དུ་བཅུག་ན། ཕྲུ་གུས་རྡོ་དེ་མར་གློད་པ་ཡིན་ཙང་ཐད་ཀར་ལྷུང་སོང་ཟེར་གྱི་རེད། ད་དུང་ཁྱེད་རང་གིས་ཡང་བསྐྱར་བྱེད་དགོས་ལྟོས་ཨ་ཟེར་གྱི་རེད། ཕྲུ་གུས། ད་རེས་རྡོ་དེ་འགུལ་སྐྱོད་བྱེད་བཞིན་པའི་སྐབས་སུ་ཁྱེད་རང་གིས་མར་གློད་པ་ཡིན་ཙང། ཐད་ཀར་མར་ལྷུང་མ་སོང། ཏོག་ཙམ་བསྐོར་ནས་བབས་སོང་ལབ་ན། ད་དུང། ཕྲུ་གུ་དེ་ལ་ལྟོས་ཨ་ངས་ཡང་བསྐྱར་བྱེད་དགོས་ཟེར་ན། དྲུག་སྟེ། ཨ་ལས་ད་རེས་ཁྱེད་རང་ཤུགས་ཆེ་རུ་བཏང་ཙང་མ་གཡུག་དུས་ཐད་ཀར་མ་བསླུངས་པར་ཕར་ཙམ་དུ་འཕུར་སོང་ལབ་དགོས་རེད། ད་འོ་ན་ཕྲུ་གུ་ཁྱེད་རང་ལ་སྐད་ཆ་འདི་འདྲ་ཞིག་དྲིས་ན་ལྟོས་ཨ་འོ་ན་ངས་ཤུགས་གང་ཡོད་བརྒྱབ་ནས་གཡུག་དུས། རྡོ་ལམ་དེའི་དགུག་ཆ་དང། སའི་གོ་ལའི་དགུག་ཆ་གཉིས་འདྲ་འདྲ་ཆགས་ན། རྡོ་དེ་ག་བ་ལྷུང་ས་རེད། ཨ། ཁོའི་ཧ་གོ་ནས་ཁོའི་ཧ་གོ་ནས། གསལ་པོ་ཤེས་ཙང་ད་བྱས་ནས་རྡོ་དེ་ནམ་ཡང་ལྷུང་ས་མ་རེད། སའི་གོ་ལ་རང་ལ་ཁོག་ནས་སྡོད་ས་རེད་དེ་རང་ལས་འགྲོ་ས་མི་འདུག་ཟེར་ན་དེ་དུས་ཁྱེད་རང་གིས། རེད། དེ་རང་རེད། ཟེར་དགོས་ཀྱི་རེད། ཕྲུ་གུ་དེ་དེ་འདྲ་ཡིན་ན་མགོ་རྙོག་པོ་གང་ཡང་མི་འདུག་ལབ་ཀྱི་རེད། སྟབས་བདེ་བོ་དེ་འདྲ་རང་ད་ཡིན་ན། འདི་ཚོའི་སྐོར་ལ་བསམ་གཞིགས་བྱེད།